ཨོ་ཡ་ད་དེ་རིང་སླར་ཡང་བོད་ཀྱི་དཔེ་མཛོད་ཁང་གི་དྲ་ལམ་བརྒྱུད་ནས་གསན་གཟིགས་གནང་མཁན་ཚང་མ་ལ་ཁྲིམས་བསམ་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་དང། ཨེ་ནས། ཆ་རྐྱེན་ནང་བཞིན་ད་ང་ཚོས། དེབ་ཀྱི་རིགས་དང་རྣམ་གྲངས་མང་པོ་ཅིག། པར་རྒྱབ་བསྡད་ཀྱི་ཡོད་རེད་ད་དེའི་ནང་ཚན་དེ་རིང་ང་ཚོ། དེབ་བཅུ་གཉིས་ས་ཅིག་གསར་བ། སྟེགས་འབྱེད་བྱེད་ཡས་ཡིན། ཨོ་ཡ། འོ་ལགས་སོ། ད། དེབ་བཅུ་གཉིས་འདི་ནང་ནས། ད་ད་ལྟ་འབྲེལ་ཡོད་སོ་སོ་སོ་གིས་ངོ་སྤྲོད་བྱེད་ཡས་ཡིན། དེབ་བཅུ་གཉིས་འདི Bharat མི་དགུ་ཕ་ཟེར་ཏེ་སྐད་བིན་དཱ་སི་ནོ་ཟེར་ཅིག་བྱས། དེ་ནས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་རྗེས་དྲན་ཆོས་དབྱངས་ཟེར་ཏེ་དབུ་འབྱེད་བྱས་ཅིག་བྱས། དེ་ནས་རྒྱ་ནག་གདམ་ག་ཟེར་ཏེ་ཅིག་བྱས། དེ་ནས་ལ་དྭགས་རྩོམ་རིག་བྱུང་བ་དང་གནས་བབ་ཟེར་དེབ་ཅིག་བྱས། ལྕགས་བྱ་གནམ་ལ་འཕུར་བ་གནམ་ནས་འཕུར་བ་ཟེར་དེབ་ཅིག་བྱས། འདི་ནི་ཤེས་རབ་བརྒྱ་པ་དང་ཤེས་རབ་སྡོང་པོ་ཟེར་ཏེ་གཅིག་བྱེད། The First Fact Finding Mission to Tibet From Exile Nineteen Seventy Nine ཟེར་ཏེ་གཅིག་བྱེད། ཨེ་ནི། བྱེད་དཔེ་གི་ད། སྒྲུང་དེབ་ལྔ། འདུག་སྲིད་ཡོད། དེའི་ནང་ནས། ད་ད་ལྟ་ངའི་སྐབས་སུ་བབས་པ་ལ་དེ་རིང། འདི་རྩོམ་མཁན་རྩོམ་པོ་པོའི་ནང་ལོགས་ནས་རྩོམ་པོ་པོ་གཉིས། དེ་རིང་དངོས་སུ་དེ། བེ་བོད་མཇལ་སྐབས་ལ་ཕེབས་ཐུབ་པ་བྱུང་སོང། དེ་འདྲ་ཡིན་དུས། དང་པོ་དེ་ངེད་རྒན། བསྟན་པ་བཀྲ་ཤིས་ལགས་ཀྱིས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་རྗེས་དྲན་ཆོས་དབྱངས་ཟེར་ཏེ་རྩོམ་འབྲི་གནང་བ་འདི་ལ་ཨ་ནེ་དགའ་བསུ་ཞུ་ཡས་དང་རྒྱ་མཚོར་སྤེལ་ཡས་ཡིན། དེ་ནས་ང་ཚོའི་རྩོམ་པ་པོ་གཉིས་པ་དེ། ད་ན་གཞོན། དགུང་ལོ་བཅུ་གསུམ་བྱེད་མཁན། བསྟན་འཛིན་རང་གྲོལ་ལགས་ལ།

ད་དུས་ཚོད་བརྗེ་བོ་རང་སྐོར་མི་དགོས་ཆེད་ད་དང་པོ་དེབ་གཅིག་འདི Bharat Meng དགུ་པ་ཟེར་ཡས་དེ། Cave in the Snow རེད་པ། གངས་ཀྱི་དཀྱིལ་གྱི་ད་བྲག་ཕུག་ཟེར་ཡས་དེ། Hindi གང་ལ་ང་ཚོས་པར་བརྒྱབ་པ་འདུག་ཟེར་ཡིན། ང་ཚོས་སྤྱི་བཏང་རྣམ་པ་ཚོས་མཁྱེན་རྟོགས་སླད་དུ་ཞུས་པ་ཡིན་ན། བོད་ཀྱི་དཔེ་མཛོད་ཁང་ལ་ང་ཚོས Hindi སྡེ་ཚན་གཅིག་ཁ་ཕྱེས་ནས་ད་ལོ་ཁ་ཤས་ཅིག་འགྲོ་གི་ཡོད་རེད། ཨེ་ནས་དུས་དུས་ངེད་ཀྱི་ལས་གཞི་འདི་ལ། ཨེ་ནས་རྒྱ་གར་རྒྱལ་ཁབ་དང་མི་དམངས་ལ། བཀའ་དྲིན་རྗེས་དྲན་གྱི་ལས་གཞིས་གཏུགས་སུ་མིང་ཅིག་བཏགས་བྱས་ནས། ཨེ་ནས་བཀའ་དྲིན་རྗེས་དྲན་བྱེད་སྟངས་དེ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་དང། ད་ནང་ཆོས་བཀའ་སློབ་དང་ད་གནའ་ཤེས་ཀྱི་རྒྱ་གར་གྱི་མཁས་པ་ཚོས་ཀྱི་གསུངས་པའི་བཀའ་སློབ། ཨེ་ནི་ང་ཚོ་བོད་པའི་ཨེ་ནི་སྐྱབས་མགོན་རིན་པོ་ཆེ་ལ་སོགས་པ་ད་མང་པོས་ཀྱི་གསུངས་བཞག་པའི་བཀའ་སློབ་དེ་བརྒྱད། ཨེ་ནི་ཧིན་དི་སྐད། རྒྱ་གར་གྱི་ལུང་པའི་རང་གི་སྐད་གཙོ་བོ་ད་ཧིན་དི་སྐད་ལ་བསྒྱུར་བྱས་ཕ་མི་མང་ཚོའི་མདུན་ལ་ཕུལ་ཐུབ་ན། ཨེ་ནི་དེའི་བཀའ་དྲིན་རྗེས་དྲན་འདྲ་ཅིག་ཆགས་འདུག་ད་ང་ཚོ་ཐུབ་ཡས་དེ་འདྲའི་རེ་ཞིག་རེད་ཞེས་བསམ་བྱས་ནས་དེ་འགོ་བཙུགས་ནས། ཨེ་ནི་ད་ལྟ་བར་དུ་ཕར་ཆེར་ཐེབས། དུས་དེབ་ཅིག་གི་སྟོན་གྱི་ཡོད་རེད། ད་ག་ནང་བཞིན་གྱི་དེབ་གཞན་དག་ཁ་ཤས་ཀྱི་སྟོན་ཡོད་རེད་ད། དེ་རིང་དེབ་སྟོན་ཡས་འདི་འདི་བྱས། ད་ག་ནང་བཞིན་ད་ལྟ་དེབ་གཉིས་གསུམ་གྱི་ད་ལྟ་སྟོན་ཡས་འདུག་བང་བསྒྲིགས་ནས་བསྡད་ཡོད། ད་དེ་རིང་སྟོན་ཡས་ཀྱི་དེབ་འདི། ཨེ་ནས་གང་གི་གཅིག་གི་བྲག་ཕུག་ཟེར་འདི། ཨེ་ནས་རྗེ་བཙུན་མ་བསྟན་འཛིན་དཔལ་མོ་བཞུགས་མཁན་ཁུངས་རེད། ད་ཁུངས། ལོ་དགུང་ལོ་ཆུང་ཆུང་སྐབས་ནས། ཨེ་ནས། ནང་ཆོས་ལ་དོ་སྣང་ཡོད་དེ་མཁན་གྱི་ཆས་ནས་ཚུལ་ཡོང་ནས་ནི་ཁམས་སྤྲུལ་རིན་པོ་ཆེ་ལ་འབྲེལ་པ་བྱུང། དེ་འདྲ་བྱས་ནས་རིམ་པས་རིམ་པས་རིན་པོ་ཆེ་གི་སློབ་སྟོན་ནང་བཞིན་བྱས་ནས་སྤི་ཏིའི་ལུང་པ་ས་སྐྱ་ཁུག་ཀྱོག་ད་གང་མ་གཏོགས་ཧ་ལམ་མེད་དེ་གི་དེ་འདྲས་ལ་ཕ་ཁྱེད་ལོ་ཉི་ཤུ་ཡིན་པ་ཡོད་དེ་འདྲས་ཅིག་འཚམས་དེ་བསྡད། ནི་མོ་རང་མུ་མཐུད་ནས་འཚམས་དང་ཉམས་ལེན་རང་བྱེད་འདོད་པ་ཡོད་ན་ཡང་རིན་པོ་ཆེ་གི་ད་ཁྱེད་རང་བཙུན་དགོན་ཅིག་བཙུགས་བྱས་ནས་བསྟན་པ་ལ་ཞབས་འདེགས་ཞུ་ཡ་ཡག་པོ་ཡོང་གི་རེད་གསུངས་བཀའ་སླ་བ་གནང་བཞིན་ཏང་གི་རྒྱལ་པོ་ཞུ་དགོས་མི་འདུག་དེ། ཨེ་ནས་བཙུན་དགོན་གྱི་གཙུག་བྱས་ནས་ད་དེ་ཚང་མ། ཡ་མ། གཅེས་སྐྱོང་བྱས་ཚང་མ་མོ་རང་གིས་བྱེད་ཀྱི་ཡོད་རེད་ད། བཙུན་མ་གང་ལ་གང་འཚམ་ཡོད་ས་རེད་དེ་བྱེད་དུས་ཨེ་ནས་ད་ག་ནང་བཞིན་གྱི་འཛམ་བུ་གླིང་གི་ས་ཆ་གང་ས་ལ། ཕེབས་བྱས་ནས་ད། ནང་ཆོས། གསུང་བཤད་གནང་གི་གནང་མཁན་ད། གྲགས་ཆེ་བའི་གྲས་ཞིག་རེད། དེ་འདྲ་ཡིན་དུས། ཨེ་ནས་མོ་རང་གིས་ད་ད་དེབ་དང་པོ་འདི་དང་ད་འདུག་དེབ་གཉིས་ཟེར་བཞིན་ང་ཚོ་པར་རྒྱག་ཡས་ད་ཧ་ལམ་ཧ་ལམ། མཇུག་སྒྲིལ་འགྲོ་གི་ཡོད། ཨོ་ཏི་ངོ་སྤྲོད་སྙིང་བསྡུས་རེ་ཞིག་འདི་ཡིན། དེ་ནས་དེབ་གཉིས་པ་དེ། The First Fact Finding Mission to Tibet From Exile Nineteen Seventy Nine ཞེས་དེ་ཨེ་ནས་ད་ལྟ། ཤིང་གཞིས། སྐུ་ངོ་བློ་བཟང་བསམ་གཏན་ལགས་ཀྱིས་ད་བོད་ལ་ལྟ་སྐོར། འགྲོ་བའི་སྐབས་དེ་ལ་ཨེ་ནས། ཁོང་གིས་ད་ག་རེ་གཟིགས་པ་ད་ཆོལ་ཁ་གསུམ་ཀ་ལ་ཕ་ཆེ་ཆོལ་ཁ་རེ་ན་ཟླ་བ་གཅིག་ལྷག་སོ་ལགས་སོ་དེ་འདྲས་བཞུགས་འདུག་བ། ཤུགས་ཀྱིས་ནི་དུས་དུས་ནས་མྱོང་ཚོར་གར་བྱུང་བ་དེ་ཁོ་རང་གི་ཉིན་དེབ་ནང་ལ་འདུག་སེ་བྲིས་བཞག་པ་དེ་ནི་ད་ལྟ་ཁོང་གི་སྐུ་ཟླ་གནམ་གྱི་ལྷ་མོ་སྟག་ལགས་ཀྱིས་འདུག་སེ་ཕྱོགས་བསྒྲིགས་བྱས་རྗེས་ང་ཚོས་པར་བརྒྱབ་པ་ཞིག་རེད། ད་དེ་མང་ཆེ་གཅིག་ད་བོད་ལ་ལྟ་སྐོར་འགྲོ་མཁན་སྔ་ཕྱི་འགྲོ་མཁན་དེ་ཚོ་གི་མྱོང་ཚོར་གར་བྱུང་ཡོད་མེད་དེ་ཚོ་གསལ་པོ་ཡོད་རེད་དེ། ད་འདྲ་དེབ་འདི་ལ་ཆགས་བཞག་པ་ཡིན་ན་ཡང། ད་ང་ཚོས་ལྟ་སྐོར་བ་འདུག་སེ་ཕེབས་བསྡད་པའི་སྐབས་ལ་རྒྱ་མིས་གི་དཔེ་དེ་མགོ་སྐོར་བཏང་ཡ་རྐྱང་རྐྱང་བྱེད་བསྡད་པའི་གི་ལོ་རྒྱུས་མང་པོ། དཔེར་ན་ཆ་ཤ་བ་ཡིན་ན། སྐུ་ཚབ་ཚོས་ཕེབས་ས་ཁང་པ་དེ་ཚོའི་ནང་ལ་ཨིན་ཇིའི་མི་འཇིགས་ཀྱི་སྔགས་ཚང་ས་ནས་གྲ་སྒྲིག་ཞིབ་བྱས་ནས་བོད་པའི་གི་ཅིག་རིག་ཅིག་རིག་བྱ་ལག་དེ་ཚོ་འཇའ་ཅོག་དང་ཤིང་སྤྲོས་རྒྱབ་ཤར་ཅོག་དང་ཁ་རི་མེ་ས་དེ་བཅས་ཚང་མ་ཡར་དབོར་ནས་བོད་པའི་གི་ཞིབ་ཅིག་བདག་པོ་རྒྱག་གི་ཡོད་མདོག་མདོག་བྱེད་ཀྱི་རེད་བ། ཨེ་ནས་ཁོ་ཚོའི་བཞུགས་ས་གི་གཡས་གཡོན་དེ་བ་ལ་གྲྭ་བ་མེད་མཁན་དེ་ཚོ་ལ་གྲྭ་ཆས་བསྐོས་ནས། ཨེ་ནས་དེ་སྲང་ལམ་པར་རུ་ལ་ཡར་འགྲོ་མར་འགྲོ་བྱེད་བཅུག་ནས་ད་ཁོ་ཚོ་མཐོང་ས་ལ་དེ་ཁྲོམ་ལ་གྲྭ་བ་མང་པོ་ཡོད་མདོག་མདོག་བྱེད་ནས་དེ་འདྲས་ལ་ཚོགས་པ་ད་དཔེ་དེ་བཞི་པོ་འཁྲབ་འདུག་ག་ནམ་རྒྱུན་འཁྲབ་ཡས་ཁྱད་པར་བ་ད། ཨོ་དེ་ཚོ་ཚང་མ་ད་དེ་ཡོད་རེད་དེ་དུས་ག་རེ་མཐོང་བ་དེ་རྗེས་བང་རིང་ནས་དཔེ་དེ་ལོ་རྒྱུས་ཚེས་གྲངས་བྱས་ནས་ཡོད་དུས། ཨོ། དེབ་འདི་ཡང་རྣམ་པ་ཚོས་གི། སྒར་ཚོགས་རེད་ཟེར་གི་ལ་ད་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གི་འདུག་དེ་གཅིག་ཡིན། ཨེ་ནས་དེབ་དེ་རྗེས་ལ་ངས་ངོ་སྤྲོད་བྱས་ཏེ། ལྕགས་བརྒྱ་རྣམས་ནི་ཕུར་བསྡུའི་ཟས་ཏེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ནས་གཅིག་སྟོང་དགུ་བརྒྱ་དྲུག་ཅུ་རང་ཉིད་བར་དུ་བོད་ཁམས་སུ་བྱུང་བའི་གསང་བའི་དམག་འཁྲུག་ཟས་ཏེ། དེ་ངས་གླིང་བཅོས་དགའ་རོགས་རྒྱལ་པོ་གཅིག་བྲིས་བཞག་ཡོད། དེབ་དེ་ཁོ་རང་འདུག་སེ་ལོག་ན་མ་ཤེས་ཡོད་མ་རེད་དེ། འདི་ལྕགས་བརྒྱ་རྣམས་ལ་ཕུར་བསྡུའི་ཟས་ཏེ། ཁ་ས་ངོ་མ་ལྷ་ས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཞེས་དེབ་དེ་བཏོན་ནས་དུས་སྟོན་ངས་ངོ་སྤྲོད་བྱས་པ་ནང་བཞིན། དེབ་འདིའི་རྩོམ་པ་པོ་ཡང་ཨེ་ནེ། རྒྱ་ནག་གི་ད། གར་སོགས་རིགས་མི་རིགས། ལྕམ། ལི་ཅིང་ལིང་གིས་བརྩམས་ཤ་འཇོ་ཅི་བྱེད། ལོ་མང་པོ་ཞིག་ཁུངས་ནས་ལི་ཅིང་ལིང། དངོས་སུ་ངག་ཐུག་བྱས་ནས། ཨནེ་མོ་རང་གི་དེབ་གཉིས་ཅིག་ང་ཚོ་དཔེ་མཛོད་ལ་ཁྱེད་རང་ཚོ་འདི་བསྒྱུར་ནས་འདི་བྱེད་ཐུབ་ན་ཡག་པོ་ཡོད་རེད། ལབ་བྱས་ནས་ངས་དགའ་བོའི་ངང་ནས་ཡིན་དེ་ཡིན་ཟེར་བྱས་ནས། བྲིས་བྱས་ནས་དེབ་གཅིག་དེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལྷ་སར་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཟེར་དེ་ང་ཚོ་བོད་བསྒྱུར་ཞུས་ནས་བཏོན་ཟ་བ་ཅིག་རེད། དེའི་སྐོར་ལ་ངས་སྔོན་མར་འབྲི་གཞི་བརྒྱབ་སར་ད་ད་ད། དེབ་གཉིས་པ་དེ་བཏོན་ཡས་ལྷག་བསྡད་པའི་སྐབས་དེ་ལ། ཨེ་ནས་ད་ལྟ་དེང་སང Radio Free Asia ལ་ལས་ཀ་བྱེད་མཁན་རེ་བ་ཨ་རི་ལ་བཞུགས་མཁན། བུང་སྟག་སྟག་ལགས་རྒྱལ་ཁོ་རང་གིས་ང་འབྲེལ་བ་བྱས་བྱས་ནས། དེ་དེབ་དེ་ཞིབ་ཀྱིས་བསྒྱུར་ཉེས་འཁྲུག་འདུག་གི་ཞིག་ལ་ངས་བསྒྱུར་ནས་འབྲི་གི་རེད་བས་ཟེར་ཏེ། ཨེ་ནས་ཡིན་དང་ཡིན་ཟེར་ཏེ་ང་ཚོ་སུས་བསྒྱུར་ན་དཔེ་དེ་བསྒྱུར་མཁན། ད་རག་ཁག་པོ་དང་དུས་ཚོད་འགོར་ཡས་མང་པོ་བྱས་དུས་ད་སུས་མགྱོགས་པོ་བསྒྱུར་ཐུབ་ན་ཞིབ་ཡག་པོ་རེད་ཟེར་ལབ་བྱས་ནས། ཨེ་ཁོ་རང་གིས་མ་སྐུལ་དྭངས་བླངས་བྱས་ནས་དུས་ཚོད་ཐུང་ཐུང་ཞིག་ནང་ལོགས་ལ་བསྒྱུར་དུས་སོ་སྤུས་དག་པོ་ཡག་པོ་ཞིབ་ཅིག་བསྒྱུར་ཤ། དེ་བྱེད་དུས་འདི། ངས་རྒྱས་པོ་ཞུ་དགོས་ཡས་མི་འདུག་འདི་ད་དེབ་འདི་བཟོ་རུ་བ་ཅིག་ལ་དམིགས་བསལ་ག་རེ་ཡོད་རེད་ཟེར་ན། མོ་རང་བཟོ་རུ་བ་ཅིག་ཡིན་ན། དམར་ཤོག་གི་ཚོགས་མི་རེད། རྒྱ་ནག་ནང་གི་མང་པོ་ཞིབ་ཅིག་དམར་ཤོག་ཚོགས་མི་ནང་ཡོད་རུ་བ། མོ་རང་དམར་ཤོག་ཚོགས་མི་བྱས་རྗེས། གང་ལ་གང་འཚམ་རྒྱུས་ཡོད་བསྡད་ཀྱིན། རེ་བ། ཡིག་ཆ་འདི་ཚོ་གང་ལ་གང་འཚམ་མོ་རང་ལ་ཐོབ་འདུག་བ། དུས་ཚོད་ནང་དུ་བརྗེད་བཞག་བ་ནི་མཇུག་མ་ད་ཁོ་ཚོའི་བྱེད་སྟངས་ཚང་མ་ལས་གཞན་པ་རེ་གཅིག་ལོག་བྱས་ནས་ཨེ་ནས་ཨ་རིག་ལ་ཕར་ཕྱིན་བྱས་ནས་ད་མི་ཚེ་ལྷག་མ་དེ་དོན་དང་ལྡན་པ་ཅིག་བྱེད་དགོས་འདུག་བསམ་བྱས་ནས་ཨེ་ནས་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་ལ་ད་སྙིང་ཉེ་བོ་ཞེ་དྲག་བྱས་ནས་དད་པ་ཆེན་པོ་བྱས་ནས་ད་དེབ་མང་པོ་བྲིས་ཡོད་རེད་དེབ་བྲིས་བ་དེ་རྒྱས་མང་པོ་ཅིག་མཚན་ལྡན་གྱི་ད་ཧར་བར་སིངྒ་པོར་ད་ཨོགས་ཕོར་ད་དེ་འདྲས་མང་པོ་བྱས་ནས་ད་པར་རྒྱག་ཞོག་དེ་འདྲས་རེད་དེ་བྱེད་དུས་དཔེར་ན་དེབ་འདི་ཆགས་བཞག་པ་ཡིན་ན། ད་གཅིག་དང་གཉིས་དེ་ཁྱེད་རང་ཚོས་ཀློག་ནས་འགྲིག་རེད་ང་ཚོ་བོད་ཆོལ་ཁ་གསུམ་ཡོངས་རྫོགས་ནང་ལ་ད་གཅིག་གར་ཟེར་བ་རེད་ད། གསར་བརྗེ་དང་ད་འདྲ་མི་འདྲ་བས་ད་ཆབ་སྲིད་བཅོས་བསྒྱུར་ད་དཔལ་འབྱོར་བཅོས་བསྒྱུར་ད་གསར་བརྗེ་ལ་སོགས་པ་ད་མིང་འདྲ་མི་འདྲ་བཏགས་ནས། ད་ང་ཚོ་ཆོལ་ཁ་གསུམ་གྱི་ཡོངས་རྫོགས་ལ་མི་བསད་ཁྲག་སྦྱོར་ག་ཚད་བྱས་ཡོད་མེད་ཕ་སྐད་དེབ་འདི་ལས་རྒྱས་པ་ང་ནི་མཐོང་མ་མྱོང་སྤྱི་སྟངས་ང་ཡང་མང་པོ་ཀློག་མཁན་ཅིག་མ་རེད་དེ། འདིའི་ནང་ལ་ད་སོ་སོས་བལྟས་ད་ང་ཚོ་ཆོལ་ཁ་གསུམ་ཡོངས་རྫོགས་ལ་རྒྱ་མི་གར་ཆད་འདུག་དགོན་པ་ག་ཚད་གཏོར་བཤིག་བྱས་ཤག་ས་སྐྱ་སོ་སོ་སོ་ལ་མིང་འདྲ་མི་འདྲ་བཏགས་བྱས་ནས་མི་ག་ཚད་བསད་ཤག་གྲངས་འབོར་འདི་ཚོ་འདུག་ག་ཤག་ཚང། དངོས་གནས་དྲང་ནས་འདི་ཚོ་ལོག་ཡོང་དུས་གཅིག་དཔེ་དེ། ཞེད་སྣང་ལངས་ཡོང་གཅིག་དང་སེམས་པ་འཁྲུག་ཡོང་དེ་འདྲ་རེད་འདུག་ག། དུས་ཚོད་ང་ཚོ་བོད་པ་ཚོའི་གི་གཅིག་གི་ཤེས་ཡོན་དཔེ་གལ་ཆེན་པོ་རེད་ཤག་མཚམས་རེ་ང་ཚོ་རྒྱ་མིས་གི་འདི་ག་ས་ཅིག་སྡུག་པོ་དང་འདི་ག་ས་ཅིག་བྱས་ཡོད་རེད་དེ་དེ་ལ་ཞེ་དྲག་ལབ་མ་ཐུབ་མཁན་བྱས་བྱས་ནས། ཨེ་ནས་ནང་ཁུལ་ལ་དཔའ་བོ་འདྲ་ཞིབ་པོ་ཆགས་བྱས་ནས་བསྡད་ཡས་དེ། འདི་ཡག་པོ་མི་འདུག་བ་དྲང་པོ་བཤད་ན་ད་དམིགས་ཡུལ་གཞན་དག་ཡོད་ནི་ནི་ཁ་ཁ་རེད་མ་གཏོགས་གི། འདི་བྱེད་དུས་དེ་ང་ཚོ་དུས་ཚོད་ཤན་པ་ཡིན་ན། ཨེ་ནས། ཁར་སི་བར་ད་ང་ཚོ་མང་པོ་ཅིག་ད་མི་རེ་བ་མི་དཀྱུས་མ་ཡིན་དུས་སོ་སོའི་རང་གི་ལུས་ཀྱི་ཐོག་ལ་མ་མྱངས་ན། ཨེ་ནས། ང་ཚོའི་ཕ་མེས་ཀྱི་དུས་ཚོད་སྐབས་ལ། ག་རེ་མྱངས་བ་དང་རིག་གཞུང་ག་ཚད་གཏོར་བཤིག་བཏང་བ་འདི་ཚོ། དྲན་ཡས་ཁག་པོ་འདུག་བ་མི་ཟེར་ངེས་ཏེ། འོ་དེ་འདྲ་ཡིན་དུས་འདི་ཚོ་ཡང་སའི་ཀློག་ཡས་ཞིབ་པོ་གལ་ཆེན་པོ་རེད་ཤག། འདི་ཀློག་ནས་རྒྱ་མི་ལ་དགྲ་ཤ་གླན་ཤོག་ཟེར་གི་དེ་ཅིག། ཆོས་དང་མ་མཐུན་པའི་གི་མི་སེར་ཁྲག་སྦྱོར་བྱེད་ཤོག་ཟེར་ལབ་གི་ཡོད་མ་རེད་དེ། དེ་ང་ཚོ་ལ་ག་ཚད་ས་ཅིག་གི་གནོད་འཚེ་བཏང་ཡོད་མེད་དང་ག་ཚད་ས་ཅིག་ང་ཚོ་རིག་གཞུང་སྐར་ཚོགས་རེད་ད། དེ་མི་རིགས་དེ་བྱས་པ་རྩ་བརླག་བཏང་ཡན་གི་ལས་ཀ་ག་ཚད་བྱས་ཡོད་མེད་འདི་ཚོ་ཤེས་ཤེས་པ་དང་འདི་ཚོ་འཛམ་བུ་གླིང་སྡིངས་ཆའི་སྒང་ལ་ལབ་ཐུབ་པ་བྱེད་ད། དེབ་འདི་གནས་ཚུལ་འདི་འདྲ་རེད་དེ་དེབ་འདི་གནས་ཚུལ་འདི་གཅིག་པུ་མ་རེད་ད་ད་ལྟ་ཡང་ཉི་མ་རེ་རེ་བཞིན་དུ་བོད་དེ་རྒྱ་ཡུལ་ད་གཟོད་ཚ་བ་སོགས་འདྲ་བོ་གཅིག་རེད་ཆ་ཚང་གླེང་ཚར་རེད། ཨ་ནི་བོད་བོད་ཀྱི་རྣམ་པ་དང་ངོ་བོ་དེ་ཡང་ཨ་ནི་རྒྱ་ནག་ཅན་དུ་བསྒྱུར་བ་ཟིན་ན་ས་ཡི་རྫས་ཤིན་ཏུ་ཟིལ་རླབས་ཆེ་ནས་ད་སྐད་ཡིག་འདི་ཡི་རྦད་དེ་རྒྱལ་ཁབ་གཞུང་གི་དབུས་གཞུང་གི་སྐད་ཡིག་ཏུ་རྒྱབ་དགོས་རེད་ཟེར་རྒྱ་མི་སྐད་ཡིག་ཏུ་རྒྱབ་དགོས་རེད་ཟེར་གྱི་འདི་སློབ་གྲྭ་ཁག་ལ་བསླབ་ཡས་དང་ཨ་ནི་ཟུར་དུ་དགེ་རྒན་ཁྲི་ངས་དེ་འདྲས་འདུག་ཚང་མ་བཀག་འགོག་ཆེད་བོད་ཡིག་བསླབ་དེ་མཁན་དགེ་རྒན་མང་པོ་བཙོན་བཅུག་ཅེས་འཇུས་བྱུང་ཉེ་ཆར་བྱུང་བའི་སྐད་ཆ་རེད་ད་ཚོ་ཚང་མ་ཤེས་ཀྱི་རེད་བ་ཚང་མས་ཤེས་དགོས་ཡས་ཅིག་རེད་བ། འདི་དཔེ་གལ་ཆེན་པོ་འདུག། དུས་སུ་ང་ཚོ་དར་ནག་ཅི་ག་མེད་པ་ཅིག་སོ་སོའི་ཟ་ཡས་བཏུང་ཡས་ཅིག་རག་དུས་སྣང་བ་ར་ཅིག་དག་བྱས་ནས་ནི། ནང་ཁུལ་ལ་ཕན་ཚུན་དུ་ཅིག་འབར་འབུར་ར་ཅིག་བྱས་ཏེ་ཡོད་དུས། དངོས་གནས་སེམས་སྐྱོ་བོ་འདུག་ད་ཐབས་སྐྱོ་བོ་འདུག་དེ་སྔ་མ་ཞུ་རང་ཞུ་ཆགས་སོ། དེ་སུ་གང་ལ་སྒེར་རེ་རེ་བཞིན་དུ་ངས་ཁས་ལབ་ཀྱི་མེད་ང་ཚོ་སུ་ཡིན་ན་ད་མིར་སྐྱོན་ཡོང་གི་རེད་དེ། སྐྱོན་དེ་ཧ་གོ་བར་བྱས་ནས་ཡོ་བསྲང་བྱེད་དཔེ་གལ་ཆེན་པོ་རེད་བྱས། རེད་བ། དེ་འདྲ་ཡིན་དུས་ད་དེབ་འདི་སྟོན་ཐུབ་པར་ང་ཚོ་དགའ་བོ་ཞེ་བོ་ཅིག་བྱུང། ངས་དེབ་འདི་ནང་ཕར་ཆེར་བྲིས་ཡས་ཡོད་དེ་འདྲ་སྟོན་ཐུབ་པ་དེ་སོ་སོའི་བསོད་ནམས་ཡིན་ཟེར་གྱི་འདི་བ་བྲིས་ཡས་ཡོད་ཟེར་ཡོད། ངས། ཅིག་རེད་བསམ་གྱི་འདུག་དངོས་གནས་བྱེད་དུས་ད་ད་ལྟ་རྩོམ་པ་པོ། ལི་ཅང་ལིས་མོ་རང་གིས་རེ་འདུན་བྱས་པ་ནང་བཞིན་དེབ་འདི་ཞུ་དགོས་ཕར་ཆེར་ཞུ། དྲུག་བརྒྱ་ཡིས་མ་ཟིན་ཟེར་གྱི་འདུག་བ། བྱས་ཙང་དེབ་ཆེན་འདི་འདྲས་ཁོ། བསྒྱུར་བདག་དཔར་སྐྲུན་བྱེད་དེ་ཚོ་ལས་སླ་བོ་མི་འདུག་དེ་ལྟ་དེ་འདྲས་ཐུབ་པ་དེ་ད་བསོད་ནམས་ཡིན་བསམ་གྱི་ཡོད་དེ་འདྲས་ཡིན་དུས་རྣམ་པ་སུ་གིས་ད་འདི་གསན་གཟིགས་གནང་མཁན་སུ་གིས་ད་བསྐུལ་གྱིས། སྤྱིར་བོད་ཡིག་ལ་དོ་སྣང་བྱེད་དང་ལྷག་པར་དུ་རྫུན་བཟོ་རིགས་དེ་གཏད་སའི་ཀློག་ནི། རེད་བ། སོ་སོའི་མི་རིགས་ད་དཔལ་དེ། འབེན་མེད་པ་ཆགས་འགྲོ་གི་རེད་ཉི་མ་རེ་རེ་བཞིན་དུ། སྐད་ཡིག་ཉི་མ་རེ་རེ་བཞིན་དུ་ཡར་རྒྱས་འགྲོ་གི་ཡོད་མ་རེད་དཱ། བརླག་འགྲོ་གི་ཡོད་རེད་དཱ། དྲང་པོ་བཤད་ན་ཁོར་ཡུག་དང་དཱ། བོད་ནང་ལ་དཱ་ཡིན་པ་བཅས་ཕྱི་རྒྱལ་སྡེ་ལྔའི་ནང་ང་ཚོ་རེ་རེ་བཞིན་ཉི་མ་ཞིག་རེ་བཞིན་དུ་ཡར་རྒྱས་འགྲོ་གི་ཡོད་རེད་དཱ། རིག་གཞུང་གི་རྣམ་གྲངས་མང་པོ་ཞི་གི་ཡོད་རེད་དཱ། དཱ་མང་ཆེ་ང་ཚོ་མགོ་འཁོར་ཚུགས་ཀྱི་ཡོད་མ་རེད་དཱ་སྔ་མོ་གི། གཞན་དཱ་ཕར་བཤད་ན་ང་ཚོས་བལྟས་བལྟས་སའི་བློ་ཁ་ཞིག་ཡོད་རེད་དཱ། ང་ཚོས་གི་མགོ་མ་ཚོས་མང་པོ་ཞིབ་ཅིག་ཐོས་ཡོང་གི་འདུག་ཨ། རིག་གཞུང་རྙིང་པ་དང་དཱ་དཔེར་ན་ངག་རྒྱུན་ལོ་རྒྱུས་དང་འདི་ཚོ་ཀློག་ཡོང་དུས་ཞིབ་ཅིག་སྦྱངས་ཡས་འདུག་ཨ། དུས་ཚོད་དོ་སྣང་བྱེད་དུས་ཚོད་ལ་ང་ཚོ་ལོ་གཞོན་པ་ཚོ་གིས་ཚོགས་པ་འདྲ་མིན་འདྲ་བཟོས་བྱས་ནས། མིང་ག་རེ་བཏགས་ཀྱི་རེད་སྙིང་རྗེ་པོ་འདི་འདྲ་བཏགས་བྱས་ནས། ཚོགས་གཡས་བཟོས་ནས་དེ། རིག་གཞུང་གི་སྣ་ཁ་ག་རེ་ཡིན་ན་གཅིག་ཐོག་ལ་སྲུང་སྐྱོབ་བྱེད་ཡས་ཀྱི་ལས་འགུལ་སྤེལ་ཡས་རོགས། དེ་འདྲས་མང་ཟིན་ཅི་མི་ཅི་སྒུག་འདུག་ད་མང་ཆེ་ལ་དཔལ་འབྱོར་གྱི་ད་སྔོན་མ་དང་མ་འདྲ་བ་ཨོ་ཟེར་ཆགས་སྡོད་འདུག་བ། དེ་མེད་དེ་མེད་པ་བྱས་ནས་མང་དུས་ཚོད་མང་ཆེ་གཅིག་པར་ཏི་བཏང་ཡས་དང་ཟ་ཡས་འཐུང་ཡས་དང་དེ་འདྲས་ཀྱང་ཀྱང་ཞེས་ཁྲབ་ཡས་དང་དེ་འདྲས་ཀྱང་ཀྱང། དེ་བྱེད་མི་ཆོག་ཐུག་མཁན་ཡོད་མ་རེད། སོ་སོའི་འདོད་པ་རེད་མི། བོད་པ་སེང་གེ་ནི་སྣང་བ་སྐྱིད་པོ་ཡོད་རེད་ཡག་པོ་རེད་དེ། ཡིན་ན་ཡང་ང་ཚོས་ཆེ་ཆུང་གོ་འཛོལ་ནས། སྙིང་པོ་དེ་ཉར་མ་ཐུབ་ཕྱིན། ཨེ་ནི། ཁྲ་ཁྲ་ཆིག་ཆིག་ལ་མགོ་འཁོར་བསྡད་ན། སྐྱོ་བོ་ཆགས་འདུག་ཨ། ད་རྒྱ་མིག་གི་རྐང་བཙུགས་ནས་ཆིག་འདུག་ཨ། རིག་གཞུང་དངོས་གནས་འདི་ཚོ་རྩར་མེད་བཏང། བོད་སྐད་རྒྱབ་མི་ཆོག་ཟེར་ལབ། ད་ནང་ཆོས་ཁྲིད་ཡས་དེ་རྒྱ་ཡིག་སྒང་ལ་ཁྲིད་དགོས་ཡོད་ཟེར་དེང་སང་ཤུག་ཞིབ་རྒྱབ་གི་འདུག་བ། དེ་རྒྱབ་བཅུག། ཨེ་ནས་པ་རུག་པ་རུག་ད་གླིང་ཁ་དང་ཡས་དང་ཞེས་འཁྲབ་ཡས་དུས་སུ་རྐང་བཙུགས་ནས་ཁོ་ཚོ་གིས་འདི་བྱེད་གི་འདུག་བ། མི་མང་གནས་སྐབས་རིང་མགོ་འཁོར་ཡས་དོན་དག་ལ། རེད་བ། འོ་འདི་འདྲ་བྱེད་དུས་ང་ཚོ་གི། མཚམས་མཚམས་ངས་དེ་ལྟ་དེ་ང་ཚོ་ཡས་དེ་འདྲ་བ་འདྲ་བ་ཅིག་བྱེད་བསྡད་གི་འདུག་བ་བསམ་པ་ར་ཅིག་སེམས་ལ་ཡོང་གི་འདུག་བ་འདི་འདྲ་ཡིན་དུས། དེ་ང་རང་གི་ཡང་སེམས་ལ་བསམ་པ་དེ་ཡང། ཕན་ལ་བསམ་ནས་ལབ་ཀྱི་ཡོད་ད་ལྷག་པར་དུ་ལོ་གཞོན་པ་རྒན་པ་ཚོ་ལ་དེ་ཞུ་དགོས་ཡ་ཡོད་ཀྱི་མ་རེད་དེ། དེ་འདྲས་ཡིན་དུས། ཨོ་དེབ་གསུམ་གྱི་ངོ་སྤྲོད་དེ་འདི་འདྲས་ཅིག་ཡིན་ད་དེབ་གཉིས་ཀྱི་སངས་རྒྱས་ལགས་ཀྱིས་ངོ་སྤྲོད་གནང་མཁན་དེབ་གཉིས་རེད་གསུམ་རེད། གསུམ་འདུག་བ། ཨོ་འདི་ཁྱེད་ཀྱིས་ངོ་སྤྲོད་བྱས་གནང་རེད།
དེ་བོད་ཆས་ཀྱི་མཛད་སྒོ་ལ་གསན་ཟིན་གནང་མཁན་ཚང་མ་ལ་རྩམ་ལྕེ་བཀྲ་ཤིས་བདེ་ལེགས་ཞུ། དེ་རིང་འདས་འདུག་ཞེས་བྱའི་དེབ་དང་པོ་ངོ་སྤྲོད་ཞུ་ཡས་འདི། རྒྱ་ནག་གདམ་ཀ་ཟེར་བའི་དེབ་དེ་རེད་དེ་རེད། དེབ་འདི། ཨོ་སི་ཀྲི་ལི་ཡའི་སློབ་དཔོན་ཆེན་པོ་ཞིག་གིས་བརྩམས་པ་དང། ཨོ་སི་ཀྲི་ལི་ཡའི་གཞུང་སྙན་གྱི་བློ་བཟང་ལུང་རྟོགས་ལགས་ཀྱིས་བོད་འགྱུར་གནང་བའི་དེབ་ཞིག་རེད་འདུག་ཐོག་མར། བློ་བཟང་ལུང་རྟོགས་ལགས་ལོ་ཙཱ་བ་དེ་ངོ་སྤྲོད་ཞུས་པ་ཡིན་ན། ཁོ་རང་ཆབ་སྲིད་བཙོན་ཟུར་མིང་ཐོག་ནས་ཨོ་སི་ཀྲི་ལི་ཡ་ལ་ཕེབས་རྗེས་ལོ་བཅུ་བདུན་ལྷག་ཞིག་དྲུག་འདུག་ད་ལྟའི་ཆར་ལ་ཨོ་སི་ཀྲི་ལི་ཡའི་དབུས་གཞུང་སྤྱི་ཚོགས་ཞབས་ཞུ་ལྷན་ཁང་དང། མངའ་སྡེའི་རིག་གཞུང་སྣ་ཚོགས་ལྷན་ཁང། ས་གནས་འཕྲོད་བསྟེན་ལས་ཁང་བཅས་ཀྱིས་བོད་ཀྱི་སྐད་བསྒྱུར་གྱི་ཕྱག་ལས་གནང་བཞིན་པ་འདི་འདྲ་རེད་ཤག་ཁོ་རང་ཨོ་སི་ལི་ལ་མ་ཕེབས་གོང་ལ་རྡ་རམ་ས་ལ་བོད་གནས་ཁྱབ་སྤེལ་ཁང། ཟེར་བའི་གསར་འགོད་པས་ཕྱག་ལས་གནང་མྱོང་མཁན་གྱི་ནི་བོད་བོད་ཀྱི་ལོ་ཙཱ་བ་ཞིག་རེད་དེ་ཡོད་རེད། ད་དེབ་འདི་ད་ལྟ་བར་དུ་ང་ཚོས་ཀྱི་པར་སྐྲུན་ཞུས་པ་ཚང་མ་དང་བརྗོད་བྱ་མི་འདྲ་བ་ཞིག་རེད་དེ་ཡོད་རེད། ད་དེ་གར་སོ་ངས་ཡག་པོ་ཞུས་ཤིང་མི་འདུག་དེ་ཡིན་ནས་ད་རྒྱལ་སྤྱིའི་སྐོར་ཞིག་པོ་ཆགས་བསྡད་ཀྱི་ཡོད་རེད། ཨ་རིའི་གི། ཨ་ནི་ད་གནས་སྟངས་དང། རྒྱ་ནག་གི་གནས་སྟངས། ད་རྒྱལ་ཁབ་གཉིས་ཀྱི་སྟོབས་ཤུགས་ཀྱི་གནས་སྟངས་འདི། ད་ཕལ་ཆེར་དཔལ་འབྱོར་དང་ཨ་ནི་དམག་དོན་གྱི་ཐོག་ལ་རག་ལས་ཀྱི་ཡོད་པ་འདྲ་བོ་ཅེས་སོ་ཞེས་པ་ཅིག་གསུངས་ཀྱི་འདུག་ཨ། འདི་ནང་ལ་ཡང་ཨ་ནི་རྩོམ་པ་པོ་དེ་གིས་ཉམས་ཞིབ་བྱས་རྗེས། ལོ་རབས་བདུན་ཅུའི་ནང་གི་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དང་ད་ལྟའི་དཔལ་འབྱོར་གྱི་གནས་སྟངས། ལོ་རབས་བདུན་ཅུའི་ནང་ནས་ད་ལྟ་བར་དུ་ཨ་རིའི་གི་དཔལ་འབྱོར་གནས་སྟངས་དུ་ཐུང་ཤུགས་ཆེ་བའི་སྐབས་སུ། ཨ་ནི་སྔ་མོ་ཡིན་ན་བདུན་ཅུ་ནང་ལ་བཤད་པ་ཡིན་ན་ཨ་ནི་རྒྱ་ནག་གི་དཔལ་འབྱོར་འདི་ཨ་རི་ལ་ལྟ་བུ་དེ་དོ་ཟླ་མེད་པ་འགྲོ་བ་ཞིག་ཡིན་ས་རེད་ཨ་རི་ཞི་ར་ཤུགས་ཆེ་བ་མང་དོ་ཅོག་རྒྱ་ནག་དཔེ་མ་སྲིད། སྐྱོ་བོ་ཡིན་ས་དེ་ལ་རྩོད་པ་ཡིན། ད་ཡིན་ནའི་ད་ད་ད་དུས་རབས་ཉིས་བརྩེགས་གཅིག་སླེབས་པའི་སྐབས་སུ་ཨ་ནི་ད་རྒྱ་ནག་གིས་ཨ་རི་ལ་ནི་དཔལ་འབྱོར་གྱི་ཐོག་ནས་འགྲན་རྩོད་བྱེད་ཡས་ཀྱི་ནུས་པ་སླེབས་པ་འདྲ་པོ་ཅིག་འདུག་ཅེས་ཉམས་ཆུང་བྱས་ནས་གསལ་འདོད་བྱུང་གི་ཡོད་ས་རེད། དེ་དང་ཆབས་ཅིག་ཏུ་ཨ་ནི་རྒྱ་ནག་མི་དམངས་དཔལ་འབྱོར་སྟོབས་ཆེན་ཆགས་ཡིན་པ་སོང་ཙང་ཨ་ནི་མི་དབུལ་ཕོངས་ཉམ་ཐག་མང་པོ་ཅིག་ལས་ཁོ་ཚོ་གཞུང་ངོས་ནས་ད་ཁོ་རང་ཚོ་གི་མི་མང་ལ་དཔལ་འབྱོར་གྱི་ཐོག་ནས་གནས་སྟངས་ཡག་པོ་ཆགས་ཡོད་པ་དེ་འདྲའི་བསྟན་གྱི་འདུག་དེ་འདྲའི་གནས་སྐབས་ཀྱི་སྐབས་ལ་ཨ་ནི་ཨོ་སི་ཀྲེ་ལི་ཡའི་གིས་ཨ་ནི་ད་ག་སོ་རི་འབྲེལ་བ་བྱེད་ས་དེ་ཁོ་རང་གི་འཚོལ་བ་བྱེད་པའི་སྐབས་སུ་རྩོམ་པ་པོ་ཨ་ནི་རྒྱ་ནག་དང་འབྲེལ་བ་ག་འདྲ་སུ་ཉར་དགོས་རེད། ཨ་ནི་ཨ་རི་དང་འབྲེལ་བ་ག་འདྲ་སུ་ཉར་དགོས་རེད། རྒྱ་ནག་ལ་བསམ་བཏང་བ་ཡིན་ན་ཨོ་སི་ཀྲེ་ལི་ཡའི་གི་དཔལ་འབྱོར་གྱི་ཐོག་ནས་ཕལ་ཆེར་འབྲེལ་བ་ཆེན་པོ་ཡོད་པ་བཅས་གསུང་གི་འདུག་ཨ་ནི་ཨ་རི་ལ་བསམ་བཏང་བ་ཡིན་ན་སྤྱི་བཏང་ནས་སྲུང་སྐྱོབ་ཀྱི་ཆ་ནས་ཞེས་པ་ཞིག་གལ་ཆེན་པོ་ཆགས་བསྡད་ཡོད་ཟེར་བ། སྤྱི་བཏང་ནད་ལྟ་ཁོ་རང་ཚོ་མི་རིགས་གཅིག་པ་རེད་ཟེར་བ། དེ་འདྲའི་གནས་སྐབས་ཅིག་ལ་ཨ་ནི་མ་འོངས་པའི་གནས་ཚུལ་ལ་སྤྱི་བཏང་དེབ་དེ་བརྩམས་ནས་ལོ་མང་པོ་འགོར་ཕྱིན་ས་བ་རེད། ཨ་ནི་ཨོས་ཏྲེ་ལི་ཡའི་དེ་ག་འདྲའི་བསམ་བཏང་དགོས་རེད་ཅེས་བྱས་ལྟ་བུའི་ནང་ལ་དེ་འདྲའི་གི་དེབ་བྲིས་པ་དེ་ཧ་ཅང་ཉུང་ཉུང་ཡིན་པ་སོང་ཙང་ཨ་ཁོ་རང་གི་དང་དུ་བླངས་ཆེད་བརྩམས་ཆེད་ང་རང་ཚོ་བོད་པ་ཀློག་མཁན་ཚོ་ལ་ཨ་ནི་དམིགས་པ་བྱས་རེད་ཟེར་སྤྱི་བཏང་དབྱིན་ཇིའི་ནང་ནས་སྔ་མོ་ནས་བྲིས་ཚར་ཡོད་ས་རེད། ད་དེ་དང་ཆབས་ཅིག་ཏུ་ཞུ་ཡོད་གར་སེམས་ན་ངས་འདིའི་སྐོར་ཞིག་ལ་ཤེས་ཀྱི་མེད་དེ་ཡིན་ནས་སྤྱིར་བཏང་ཤེས་བྱ་རུ་བྱས་པ་ཡིན་ན། ཨ་ནི་ག་ཚོད་ཐུབ་ཐུབ་ཀྱིས་ཨ་སྤྱིར་བོད་པ་ཚང་མ་དང་བྱེ་བྲག་ཏུ་ལས་ཀྱི་ནུབ་མོ་ཏོ་བ་ཚོས་ཨ་ནི་རྒྱལ་སྤྱིའི་གི་གནས་ཚུལ་འདི་ང་ཚོས་ཡག་པོ་ཅིག་ཤེས་ཐུབ་པ་ཡིན་ན། དེ་དང་དེའི་སྐབས་ལ་ང་རང་ཚོས་བོད་དོན་འདི་འབྲེལ་བའི་གི་ད་ག་སོ་རེད། ཁེ་ཕན་ག་རེ་ལེན་ཡང་དོ་དེ་འདྲའི་ཐོག་ལ་ཏན་ཏན་གོ་སྐབས་ཅིག་རྙེད་ཐུབ་ཀྱི་ཡོད་ཟེར་བ། རྒྱལ་སྤྱིའི་གི་གནས་ཚུལ་འདི་ཐོག་ལ་ཨ་ནི་ཡག་པོ་ཅིག་ཤེས་མ་ཐུབ་པ་ཡིན་ན། ཨེ་ང་ཚོས་མཁས་པའི་ལན་མ་ཐོས་པའི་གནད་དོན་ཅིག་ཆགས་འདུག་གི་ཟེར་བ། གལ་ཆེ་ཙམ་མ་ཟེར་བྱེ་བྲག་ཏུ་རྒྱ་ནག་གི་གནད་དོན་འདི་སྤྲད་པའི་སྐབས་སུ་བོད་བོད་ཀྱི་ད་གནད་དོན་མང་པོ་ཅིག་དང་རང་བཞིན་གྱི་འབྲེལ་བ་ཆགས་འདུག་གི་ཡོད་རེད་བ། ད་བེ་སུན་རེ་ཤོད་པ་ཡིན་ན་ལྔ་བཅུ་ང་དགུ་ལོ་ལ་སྐྱབས་མགོན་རིན་པོ་ཆེ་ནས་རྒྱ་གར་ལ་བཙན་བྱོལ་དུ་ཕེབས་ནས་སོང་རྗེས་རྒྱ་གར་གཞུང་ང་ཚོ་ལ་སྐྱབས་མགོན་རིན་པོ་ཆེ་སྐུ་མགྲོན་དང་དེ་དང་མཉམ་དུ་ཕེབས་ཡུན་ཡོན་གྱི་བོད་པ་ཚང་མ་ལ་སྐྱབས་བཅོལ་གྱི་ཐོག་ནས་རོགས་རམ་ལེ་བའི་ཡག་པོ་གནང་ཡོད་རེད་ཧ་ཅང་བཀའ་དྲིན་ཆེན་པོ་རེད། ཡིན་ན་ཡང་ལྔ་བཅུ་ང་དགུ་དྲུག་བཅུ་རེ་གཅིག་དེ་བར་ནེ་རུའི་སྐབས་ཡིན་པ་སོང་ཙང་ཆབ་སྲིད་ཀྱི་ཐོག་ནས་བོད་པ་ཚོ་ལ་རྒྱ་ནག་ལ་ངོ་རྒོལ་གྱི་གསུངས་པ་དེ་འདྲའི་བྱེད་ཆོག་གི་མེད་པ་དེ། གཞུང་གི་གསལ་བསྒྲགས་བྱས་པ་ཙམ་དུ་མ་ཟད་དངོས་སུ་ལག་ལེན་བསྟར་བའི་གནས་ཚུལ་ཅིག་ཆགས་བསྡད་ཡོད་པ་དེ་ཡོངས་གྲགས་ཆགས་བསྡད་ཡོད་རེད། ལྷག་པར་དུ་སྐབས་དེ་དུས་བོད་མིའི་རང་བཙན་གྱི་ལས་འགུལ་དེ་འདྲ་ལ་རྒྱ་གར་གཞུང་གིས་དངོས་ཤུགས་གང་གི་ཐོག་ནས་རྒྱབ་སྐྱོར་མེད་པ་ཙམ་དུ་མ་ཟད་འགག་བྱ་ཡང་ཕལ་ཆེར་ཆེན་པོ་ཡོད་ས་རེད། དེ་འདྲ་ཡིན་པ་སོང་ཙང་ཁྲོ་ཆུ་རང་གཉིས་ཟེར་བ་ལ། ལྡི་ལི་དོན་གཅོད་ཁང་བཙུགས་པ་སྐབས་སུ། བཙུགས་ཞེས་ཡང་བསྐོ་བརྒྱབས་ཞེས་བཙུགས་ཞེས་བསྐོ་བརྒྱབས་ཞེས་འདི་འདྲའི་གནས་ཚུལ་མང་པོ་ཅིག་ད་རེས་སང་ཉིན་ལོ་རྒྱུས་ནང་དོན་གྱི་དུ་བ་ཡེ་ནས་དྲུག་ཅུ་རང་ཉིད་ཀྱིས་རྒྱ་ནག་དང་རྒྱ་གར་གྱི་དམག་འཁྲུག་འདིའི་རྐྱེན་བྱས་རྗེས། ཨ་ནི་ང་ཚོ་བོད་པ་ཚོ་ལ་གཞུང་འབྲེལ་གྱི་ཐོག་ནས་ཆོག་མཆན་གནང་ཡོད་མ་རེད་དེ། ཡེ་ནས་གཞུང་འབྲེལ་མ་ཡིན་པ་ཟེར་ནས་མི་འདུག་མི་ངོ་བའི་ཚུལ་དུ། ཨ་ནི་དོན་གཅོད་ཁང་འུ་བཙུགས་ཡོད་རེད་དྭགས་ནང་བཞིན་ཆབ་སྲིད་དུ་སྤྲེལ་བའི་ལས་ཀ་ག་རེ་ཡོད་པ་ཡིན་ནས། ང་ཚོ་ལུས་ཤེས་བྱའི་མཐོང་སྣེ་མ་མཐོང་དོ་དོ་ཤེས་བྱའི་དགོངས་པ་གཅིག་གནང་ཡོད་རེད། ད་འདི་ག་རེ་ལབ་ཡོད་ན་སྐབས་དེ་དུས་ཀྱི་རྒྱ་ནག་དང་རྒྱ་གར་གྱི་མཛའ་གྲགས་ཀྱི་གནས་ཚུལ་དུས་དོན་ང་ཚོ་བོད་པ་ལ་ཕལ་ཆེར་ཁེ་བཟང་རག་པ་ཞིག་རེད་ལབ་ཡོད་ན་ངོས་འདོད་ཞུས་ཆོག་ཅིག་རེད་ཤག། ད་དེ་ནས་དུས་རབས་ཉེར་གཅིག་ཙམ་བཏང་དགོས་ཡོད་ན། ཨ་ནི་རྒྱ་ནག་ནས་བསྟར་པའི་ཨ་ནི་ནད་ཡམས་དེ་གི་རྐྱེན་གྱིས་འཛམ་བུ་གླིང་ཚང་མ་ལོ་རྒྱ་ནག་ལ་སུན་དགོས་ཡི་ཆགས་ཡོད་རེད་བ། དེ་འདྲའི་གནས་སྐབས་ལ་ཨ་ནི་ཡང་བོད་པའི་གི་གནས་ཚུལ་འདི། དེའི་སྐབས་ལ་ང་ཚོས་ག་ཚོད་ཁེ་ཕན་ལེན་ཐུབ་ཡོད་ན་ལེན་ཐུབ་མེད་པ་ཡིན་ནས་ད་དེ་ད་རི་སང་ཉིན་གི་གནས་ཚུལ་ཡིན་པ་སོང་ཙང་ཨ་ནི་ཚང་མས་གསལ་བོ་ཞིག་མཁྱེན་ཐུབ་པའི་ཕྱིར་རག་འདེགས་ཀྱི་ཡོད་རེད། དྲུག་ཅུ་རང་ཉིད་འདི་པ་ཡིན་ན་ཏན་ཏན་ཨ་ནི་རྒྱ་ནག་དང་རྒྱ་གར་གཉིས་འབྲེལ་བ་ཡག་པོ་མེད་པའི་རྐྱེན་གྱིས་ང་ཚོ་བོད་པའི་གི་ཐོག་ལ་ཏན་ཏན་ཆབ་སྲིད་ཀྱི་ཐོག་ནས་ཨ་ནི་ཁེ་ཕན་ལེན་ཐུབ་པ་འགྲོ་བ་ཅིག་ངོས་འཛིན་ཞུས་པ་ཡིན་ན་འགྲིག་ས་རེད། ད་རི་སང་ཉིན་གནས་སྟངས་ག་རེ་ཞིག་ལེགས་པ་ཡོད་ན་ང་ཚང་མ་ལོ་གསལ་བོ་གཅིག་མཁྱེན་མཁྱེན་རུ་བ་འོ་དོགས་སུ་ཞུ་བ་ཡིན། ད་འདི་ད་ནི་ངས་ལག་དགོས་རྒྱུ་མཚན་ག་རེ་ཟེར་ན་ད་དེ་དང་འདི་འདྲ་བའི་གི་དེབ་འདི་ཚོ་ཀློག་ཐུབ་པ་ཡིན་ན་ཨ་ནི་ཨ་ནི་ད་རྒྱལ་སྤྱིའི་གི་གནས་ཚུལ་དང་ཁྱད་པར་དུ་རྒྱ་ནག་དང་ཨ་ནི་འཛམ་བུ་གླིང་གཞན་པ་གི་འབྲེལ་བ་དེའི་གི་དབུས་ནས་ང་རང་ཚོ་བོད་པའི་གནས་སྟངས་འདི་ཡར་འགྲོ་མར་འགྲོ་ག་བ་ཡོད་པ་ཡིན་ན་ད་ལས་ཀ་བྱེད་ད་འདི་འདྲའི་ཏན་ཏན་ཁེ་ཕན་ཡོང་གི་རེད་དྲན་གི་རེད། ལྷག་པར་དུ་འདི་བོད་ཡིག་ནང་ཡོད་པ་སོང་ཙང་བོད་ཀྱི་སྐད་ཡིག་གི་སྲུང་སྐྱོབ་ཀྱི་ཆ་ཤས་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། ནི་བློ་བཟང་ལུང་རྟོགས་ལགས་ལ་ཐུགས་རྗེ་ཞུ་ཡ་ཡིན་བོད་ཀྱི་དཔེ་མཛོད་ཁང་ངོ་ནས། དེབ་གཉིས་པ་འདི་ཤེས་རབ་བརྒྱ་པ་དང་ཤེས་རབ་སྡོང་པོ་ཟེར་བ་རེད། འདི་ང་རང་ཚོའི་བསྟན་བཅོས་ཀྱི་ནང་གི་ནི་ལེགས་བཤད་ཀྱི་ཚོམས་གཉིས་རེད་བསྡད་ཡོད་རེད། ང་རང་ཚོ་བོད་པའི་ཨ་ནེའི་ལོ་རྒྱུས་ལ་དཔྱད་པ་ཡིན་ན་འདི་གཉིས་ཀ་ལོ་མགོན་པོ་ཀླུ་སྒྲུབ་ཀྱི་གསུང་རེད་བསྡད་ཡོད་རེད། དུས་ཕྱིས་མཁས་པ་ཁ་ཤས་ཀྱི་གསུང་ཡང་དཔྱད་པ་ཡིན་ན་ཤེར་བ་སྟོང་པོ་འདི་ཨ་ནེའི་མགོན་པོ་ཀླུ་སྒྲུབ་ཀྱི་རྗེས་ལ་བྱུང་བ་རེད་ཨ་ནེའི་ཕྱོགས་བསྡོམས་བྱས་པ་ཅིག་རེད་གསུང་གི་འདུག་གང་ལྟར་ག་རེ་ཡིན་ནའི་མེད་ནའི་ཨ་ནེའི་ལེགས་བཤད་རྙིང་པ་ཞིག་ཅིག་རེད་བསྡད་ཡོད་རེད་ལེགས་བཤད་འདི་གི་འདི་ཨ་ནེའི་ལོ་རྒྱུས་དང་མི་འདྲ་བ། དུས་ཚོད་ཀྱི་ཡོད་མ་རེད་ག་དུས་ཡིན་ནའི་ཨཱནི་བ་དེ་ལེགས་བཤད་རེད་དེར་ཁོ་སྙིང་ཡེ་རྒྱུ་ནི་ཡོད་མ་རེད། ལྷག་པར་དུ་ང་ཚོ་བོད་པ་ཅན་པའི་ཆ་ནས་དང་ནང་པ་ཅན་པའི་ཆ་ནས་མགོན་པོ་ཀླུ་སྒྲུབ་གསུང་ཡིན་པ་སོང་ཙང་རྩ་ཆེན་པོ་ཞིག་ཏུ་ཆགས་བསྡད་ཀྱི་ཡོད་ར་སྤྱིར་བཏང་བོད་ལ་ལེགས་བཤད་ཉུང་བའི་དཀའ་ངལ་དེ་ཡོད་མ་རེད་དེ། ཡིན་ནའི་བསྟན་བཅོས་ནང་ནས་བོད་སྐད་ནང་བསྒྱུར་བ་དེ་ཚོ་དམིགས་བསལ་གྱི་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། དེའི་ནང་གི་ཤོ་ལོ་ཀ་མང་པོ་ཅིག་ནམ་ཆགས་རྒྱུན་དུ་ནི་བོད་པའི་གི་ཨཱནི་གསུང་རབ་ཚོའི་ནང་ལུང་འདྲེན་བྱེད་ཀྱི་གནས་ཚུལ་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ལེགས་བྱས་འདི་ད་ས་སྐྱ་ལེགས་བྱས་རེད་ཆུ་ཤིང་བསྟན་བཅོས་རེད་ཐིག་ཚང་མ་ལ་དགྲ་བོ་དྲོ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་པ་སོང་ཙང་ཨ་ནི་ད་རེ་སང་ཉིན་བསམ་གཏང་མཁན་ཡིན་ན་ད་ཆོས་དང་མ་འབྲེལ་བའི་ལེགས་བྱས་དེའི་ཁོངས་ལ་བཏང་པ་ཡིན་ནས་མི་འགྲིག་པ་རྒྱུན་ནས་མེད་པ་ཆགས་བསྡད་ཀྱི་ཡོད་རེད། ད་ཕལ་ཆེར་ལེགས་བྱས་རེ་རེ་གི་ཐོག་ལ་ང་རང་ཚོས་བསམ་བློ་བཏང་ཐུབ་པ་ཡིན་ན་ཡང་ཨ་ནི་ཏན་ཏན་བསམ་བློ་བཏང་མཁན་ཡིན་ན་ཨ་ནི་སོ་སོའི་གི་སྒོ་གསུམ་གི་སྤྱོད་པ་ལ་འགྱུར་ལྡོག་ཆེན་པོ་ཅིག་ཐེབས་ཐུབ་བའི་གི་ལེགས་བཤད་ཆེན་པོ་དེ་རེད་དེ་རེད། ད་འདི་ན་ནི་ཉེ་གི་འདུག་ཞེས་བྱའི་ལེགས་བཤད་གཅིག་གཉིས་ཅིག་ད་རིང་ངོ་སྤྲོད་དུ་མཉམ་དུ་ཞུས་པ་ཡིན་ན། ཨ་ནི་སྤྱིར་བཏང་ལེགས་བཤད་ཏིག་ཏིག་མང་ཆེ་བ་ཅིག་གོ་བདེ་བོ་ཡོད་རེད། ཡིན་ནས་ཁ་ཤས་ཅིག་ཡང་གོ་མ་བདེ་བ་དེ་འདྲས་ཡོང་གི་ཡོད་རེད། དེ་ཡིན་པའི་སོང་ཙང་མང་ཆེ་བ་གོ་ཐེ་བོ་ཡོད་པའི་སོང་ཙང་མང་ཚོགས་ལ་ཕན་པ་དང། ག་ཤེད་ཅིག་གོ་ཐེ་བོ་མེད་པའི་སོང་ཙང་ཡང་ང་རང་ཚོ་བསམ་བཏང་ཡས་ལ་ཡང་མཐུན་རྐྱེན་ཆགས་ཐིག་ཏོ། ཅེས་དང་ཡམ་ཚེ་བ་ཞུ་ཞེས་སོགས་དེབ་ཐིག་གི། ག་ལས་ཁག་པོ་ཡོད་པ་ཡིན་ནས་ཡོན་ཏན་རེད་ཤག་ལས་སླ་པོ་ཡོད་ན་ད་དེ་བས་ཀྱང་ཡོན་ཏན་ཡིན་པར་རོ། ཅེས་དང་དེབ་ཀློག་མཁན་ཁག་ཅིག་གིས་གར་སོང་གོ་རེ་ལབ་ཡོད་ན། ཨ་ནི་ལས་སླ་པོ་འདུག་ཚོགས་པས་ཡག་པོ་འདུག་གདམ་ས་འགོག་གི་འདུག། ག་ལེ་ཁག་པོ་ཡིན་ཡོད་འདུག་ཟོ་དཔེ་ཡག་པོ་འདུག་ག་ལེའི་གིན་ཀློག་པའི་ན་ཉི་མ་ཅུ་གོ་གི་འདུག་ཟེར་གསུངས་འདུག་ད་ད་ལྟ་ཤེས་རབ་རྒྱལ་པོའི་ནང་ལ་ཚིགས་བཅད་ག་ཚོད་གོ་གི་ཡོད་རེད་བ། ད་ཡིན་ནའི་ཚིགས་བཅད་གཅིག་རྙེད་འདུག་ངོ་སྤྲོད་ཞུས་པ་ཡིན་ན། ཨ་ནི། ཚིགས་བཅད་འདི་ག་རེ་གསུང་གི་འདུག་ལབ་པ་ཡིན་ན། ལས་ཀ་ག་རེ་བྱེད་པ་ཡིན་ནས་ཨ་ནི། སོ་སོའི་གི་འཇོན་གི་མི་འདུག་ན། སོ་སོ་ཀྱིས་བསྒྲིགས་པ་མཐོང་གི་མི་འདུག་ན། ཨེ་ནི། གཞན་གྱི་རྗེས་སུ་འགྲོ་རྒྱུ་ཡོད་མ་རེད། སོ་སོས་ཡག་པོ་མཐོང། སོ་སོ་དངོས་གནས་ཡིན་པ་ཧ་གོ་བདེན་པ་ཡིན་པ་ཧ་གོ་སོང་ན། རྒྱབ་སྐྱོར་བྱེད་དེ་དཔེ་གལ་ཆེན་པོར་བ། དེ་འདྲའི་སྨན་པ་ཚོས་འུར་གྱིས་ལངས་རྗེས་འདི་ཚོར་ཕྱིན་པ་ཡིན་ན། ཨེ་ནི། ད་ལྟའི་མེ་དོང་ནང་ལ་སོ་ཐོ་ཆོངས་པ་ན་ཞིག་རེད་ཟེར་ཡས་ཀིས་ཤར་བ་རྒྱབ་པའི་ཚིག་བྱེད་ཅིག་རེད་བྱ། ཤོ་ལོ་ཀ་ལྔ་བཅུ་ང་བདུན་པ་དེ་རེད་བྱ། བྱ་བ་ཉམས་ཀྱིས་མི་ལྕོགས་པ་གཞན་གྱིས་འབད་ཀྱང་བྱར་མི་རུང། ད་རི་བོང་ཅལ་འདྲོགས་ནང་བཞིན་བྱེད་ཀྱི་ཡོད་མ་རེད། བྱས་ཙང་སོ་སོས་ཉམས་ལྕོགས་གི་འདུག་ན། གནས་ཚུལ་དེ་གསལ་བོ་ཆགས་དགོས་ཀྱི་འདུག་ན། རྒྱབ་སྐྱོར་བྱས་ཏེ་གལ་ཆེན་པོ་ཡིན་ཆོག་གི་རེད་བ། ཡིན་ནས་ཡག་པོ་ཅིག་ཤེས་ཀྱི་མི་འདུག་ན། གཞན་དག་གིས། ཁ་གསོ་རེད། ཨ་ནི། རྐུན་མ་རུ་བྱེད་བྱེད། དེ་འདྲའི་རྩ་བ་ཉིད་བྱེད་རྒྱུ་ཡོད་མ་རེད་ཟེར། དགེའོ་དགེའོ་ཞེས་སྨྲས་པས་མེ་ཡི་ནང་དུ་སུ་ཞིག་བྱུང་ཟེར། བྱས་ཙང་གལ་སྲིད། གནས་ཚུལ་དེ་ཡག་པོ་མ་ཤེས་པ་བྱས། གལ་སྲིད་གནས་ཚུལ་འདི་ཕྱིན་ཅི་ལོག་ཕྱིན་པ་ཡིན་ན།

སྐྱེས་བུ་དམ་པ་ཚུལ་དགུའི་རང་བཞིན་གྱིས་མཚོན་གྱི་ཡོད་རེད། དམ་པ་མང་པོ་ཁས་འཆེས་མི་བྱེད་ལ། གལ་ཏེ་དཀའ་བའི་ཁས་ནི་བླངས་གྱུར་ན། རྡོ་ལ་རི་མོ་བྲིས་པ་ལྟ་བུ་ནི་ཤི་ཡང་གཞན་དུ་བརྗེད་པར་མི་འགྱུར་རོ། ད་སྐྱེས་བུ་དམ་པ་དང་ངན་པ་དེའི་ཡོན་ཏན་དང་སྐྱོན་གྱི་ཐོག་ནས་དབྱེ་བ་ཕྱེ་གི་ཡོད་རེད། བྱས་ཙྪ་སྐྱེས་བུ་དམ་པ་དེ་བཟོད་སུ་བྱེད། ལས་སླ་པོའི་གུ་ཐོག་ནས་ཨེན་ཁས་ལེན་བྱེད་ཀྱི་མ་རེད། གལ་སྲིད་ཁོང་རྣམ་པ་ཚོས་ཁས་ལེན་ཅིག་གནང་པ་ཡིན་ན། ཨེ་ནི། དོ་ལ་རིན་པོ་ཁྲི་བུ་ནང་བཞིན་བརྟན་པོ་ཞུ་ཞོར་རེད། སོ་སོའི་སྲོག་འགྲོ་གི་འདུག་ན་ཡང། ཨེ་ནི། ཁས་ལེན་དེ་བཏང་གི་མ་རེད། ཡིན་ན་ཡང་སོགས་བཏང་ཡ་ལ་འགྱོད་པ་བྱེད་ཀྱི་མ་རེད། ད་འདི་ཚིགས་བཅད་འདི། ཞི་བ་ཅིག་སྐད་གྲགས་ཆེན་པོ་རེད། ཚང་མས་སྐྱོར་གི་ཡོད་རེད། ཚང་མས་དོན་དག་གོ་གི་ཡོད་རེད། ཡིན་ན་ཡང་དོན་དག་ཏག་ཏག་གོ་གི་ཡོད་རེད་པའི་ལབ་ཡོད་ན་ད་འདི་ཐེ་ཚོམ་ཆེན་པོ་ཞིག་རེད་དྲན་གྱི་འདུག། ད་ང་རང་གིས་བསམ་ཚུལ་བྱས་པ་ཡིན་ན། དམ་པ་མང་པོ་ཁས་འཆེས་མི་འཆེས་ལ་གལ་ཏེ་དཀའ་བའི་ཁས་ནི་བླངས་གྱུར་ན་དོར་ལ་རི་མོ་བྲིས་པ་བཞིན་ཤི་ཡང་གཞན་དུ་མི་འགྱུར་རོ་ལབ་པ་སྐབས་སུ་བརྟན་པོ་ཞུ་བཞིན་འདུག་ཨ། བརྟན་པོ་ཡོད་པ་གང་ཞིག་ལ་ད་བརྟན་པོའི་གྱི་དོན་དག་གོ་ན་འགྱུར་བ་མེད་པ་ཟིག་ཡོད་རོ། དེ་ཡིན་པ་སོགས་ཁས་ལེན་བྱས་པ་དེ་རྒྱུན་གཏང་གི་མེད་ཟིག་ཡོད་རོ། ད་དེ་ཁས་ལེན་བྱས་པ་དེ་གཏང་གི་མེད་ཟིག་ངེས་འདི་རིགས་གཞུང་མང་པོའི་ནང་ན་ཡོད་རེད།

ཨོ་དེ་འདྲའི་རེད་དེ། ད་དོར་ལ་རི་མོ་བྲིས་པ་ན་ཤིང་བརྟན་པོ་དང། ཨན་འཆི་བ་སོགས་ལ་ཐུག་ཀྱང་སེམས་ཅན་བློས་བཏང་གི་མེད། དེ་འདྲའི་གི་དམ་བཅའ་གསུང་གི་ཡོད་ར་མ་གཏོགས། ཨ་ནི་ང་རང་དང་མི་ཕལ་པའི་གི་བརྟག་དཔྱད་མ་བྱས་པ་བཅས་ཁས་ལེན་བྱས། ཁས་ལེན་བྱས་ཚར་བའི་གཞུག་དེ་ལ། དེ་ནོར་ཡོད་པ་ཡིན་ནས། ལུང་དེའི་གྲངས་བཅད། ཨ་ནི་བོད་དུ་ཕྱུགས་སྐྱེལ་གྱི་ཡིན་ཟེར་མཁན་དེ་ད་སྤྱི་ཚོགས་ཚང་མའི་ནང་ཡོད་ས་རེད། ལྷག་པར་དུ་བོད་པའི་སྤྱི་ཚོགས་ནང་དེ་ཤུགས་ཆེན་པོ་ཡོད་ས་རེད། ཁས་ལེན་དེ་དཔེ་གལ་ཆེན་པོ་བརྩི། དམ་བཅའ་དེ་དཔེ་གལ་ཆེན་པོ་བརྩི། ཡིན་ནས་དམ་བཅའ་དེ་དངོས་གནས་འགྲིག་འདུག་འགྲིག་མི་འདུག་ཡག་པོ་རེད་སྡུག་ཅག་རེད་དེ་འདྲའི་བསམ་བློ་མ་བཏང་པ་བྱས་ཨ་ནི་ཨུ་ཐུག་རྒྱབ་ཅིག་དེ་འདྲ་ཡིན་པ་སོང་ཙང། ཕྱོགས་གཅིག་ནས་བསམ་བཏང་མཁན་ཡིན་ན་ཚིག་དཔེ་ལས་སླ་པོ་འདུག་ཨ། ཁས་ལེན་རེད་བྱས་བྱས། ཆོག་མཆན་བསམ་བཏང་པ་ནས་འདི་དངོས་གནས་དྲང་གནས་ག་རེ་གསུང་དགོས་ལབ་ཡོད་ན། ལས་ཀ་ཡག་པོ་ཅིག་བྱས་དོན་དག་ལ། ལྷག་པར་དུ་གཞན་དོན་བྱས་དོན་དག་ལ། ཁས་ལེན་བྱས་ཡོད་པ་ཡིན་ན་དེ་འདྲའི་རིགས་དེ་གཏང་གི་མིན་གསུང་པ་རེད་མ་གཏོགས། སོ་སོས་ཁས་ལེན་སྔོན་མ་བྱས་པ་ཡིན་ན་ནོར་འཁྲུལ་ཡོད་ན་ཕྱི་དོན་བྱས་པ་ཡིན་ན་དེ་སུག་ཆ་དེ་འགེལ་གི་ཡོད་མ་རེད། དེ་དཔེ་མ་ཟད་འགེལ་ཆེན་པོ་རེ་དྲན་གི་འདུག་ཧ་ཅང་གི་འགེལ་ཆེན་པོ་རེ་དྲན་གི་འདུག། དེ་ནས་ཚིགས་བཅད་གཉིས་པ་དེ་ག་རེ་ལབ་ཡོད་ན། དུས་སུ་གྲགས་དང་འདུན་པར་བྱ། དུས་སུ་ཤེས་དང་ཐར་པར་བྱ། མི་དང་མི་སྨྲའི་ཚུལ་ཤེས་པས་མཁས་པའི་དུས་ནས་འདའ་བར་བྱ། བྱ་དང་མི་བྱའི་ཚུལ་ཤེས་པས་མཁས་པའི་དུས་ནས་འདའ་བར་བྱ། ཟེར། ད་ཤེས་རབ་བརྒྱ་པ་དང་ཤེས་རབ་དང་པོ་དང་དེས་མཚོན་པའི་ལེགས་བྱས་ཐམས་ཅད་ཀྱིས་ད་གང་ལྟར་ལེགས་ཉེས་རྣམ་རྟོར་བླང་དོར་བྱེད་པའི་གི་རྣམ་དཔྱོད་འདི་ང་རྡོ་རྗེ་འཆང་གི་ཐབས་ཤེས་གནང་གི་ཡོད་རེད་བ། ད་ལེགས་བྱས་ཅིག་ག་རེ་བསླབ་ཡོད་ན། ཨ་ནི། ལས་ཀ་ག་རེ་ཡིན་པ་ཡིན་ནས་དུས་ཚོད་དང་བསྟུན་བྱེད་བྱེད་དགོས་ཡ་ཅི་རེད། དུས་ཚོད་དྲག་དང་འདུམ་པར་བྱ་ལབ་པའི་སྐབས་སུ་དུས་གཅིག་ལ་འཆམ་པོ་མེད་པ་ཡིན་ན་ཡང། སྐབས་ཤིག་ལ་འཆམ་པོ་བྱེད་དགོས་ཡ་གི་དུས་ཚོད་ཡོང་གི་རེད། དུས་སུ་བཤད་དང་འཐབ་པར་བྱ་ས། སྐབས་རེ། སོ་སོའི་གྲོགས་པོ་ཡིན་ན་ཡང། ཨེ་ལས་ཀ་ནོར་འཁྲུལ་བྱེད་ཀྱི་འདུག་ན། ཁོ་ལ་ཡིན་ནས་རྩོད་པ་རྒྱག་དགོས་ཀྱི་རེད། གྲོགས་པོ་ཡིན་ཞེས་ཅེས་ནམ་སང་རྒྱབ་སྐྱོར་བྱས་ཡོད་མ་རེད། དགྲ་ཡིན་ཞེས་ཅེས་རྩ་བ་ཉིད་དུ་འབྲེལ་བ་བྱེད་ཀྱི་མེད་དེ་འདྲས་བྱས་ཡོད་མ་རེད། བྱ་དང་མི་བྱེད་ཚུལ་ཤེས་པའི་མཁས་པས་བསྟུན་ནས་བལྟ་བར་བྱ། བྱས་ཙང་ག་རེ་བྱེད་དགོས་ཀྱི་རེད། ག་དུས་བྱེད་དགོས་ཀྱི་རེད་ག་འདྲས་བྱེད་དགོས་ཀྱི་རེད་དེ་འདྲས་ཀྱི། ཨ་ནི་ཤེས་རབ་ཀྱི་རྟགས་ཆད་བྱེད་ཅེས་ཤེས་པར་བྱེད་དགོས་རེད། དེ་འདྲ་ཤེས་པ་ཡིན་ན་མི་ཚེ་འདི་མཁས་པ་ཚོས་ཀྱི་མི་ཚེ་སྐྱེལ་བའི་ནང་བཞིན་ཆགས་ཀྱི་ཡོད་རེད། འོ་འདུག་ཟེར། ཐ་མ་འདྲ་བོ་དང་ཤོ་ལོ་ཀ་ཅིག་ཡང་བརྒྱུད་ཞུས་པ་ཡིན་ན། ཨ་འདི། བཀའ་དྲིན་རྗེས་དྲན་ཟུར་ཞིག་རེད་ཤག་ད་སྐྱེ་བོ་དམ་པ་དང། ཨ་ནི་སྐྱེ་བོ་ངན་པ་གཉིས་ཀྱིས་བཀའ་དྲིན་རྗེས་དྲན་གྱི་ཐོག་ནས་ཟམ་གདོང་དང་གང་འདྲ་ཞིག་ཡོད་རེད་ལབ་པ་ཡིན་ན། བླུན་པོ་ཆུ་ཡི་རི་མོ་ལྟར། གང་ཞིག་བྱས་པ་དེ་མྱུར་འཇིག། ད་སྐྱེས་བུ་དམན་པ་འདི་གི་འདི། སྐྱེས་བུ་ཕལ་པ་འདི་གི་འདི། ང་རང་དུ་བསླབ་མི་རུང་བའི་གི་བསམ་བློ་འདི་ག་འདྲའི་ཆོས་རེད་ལབ་ཡིན་ན། ཨེ་བཀའ་དྲིན་སུས་བསྐྱངས་པ་ཡིན་པ་ཡིན་ན་ཡང་གནམ་ས་ཆེ་རུག་རེད་ཟེར། དེ་ཡིན་པར་སོང་ཙང་དེ་སྐྱེ་བོ་བླུན་པོ་རེད་སྐྱེ་བོ་ངན་པ་རེད་དེ་ང་ཚོ་ལབ་ཀྱི་ཡོད་མ་རེད་ཟེར། དོ་ལ་རི་མོ་བྲིས་པ་ལྟར་ཤིན་ཏུ་ཆུང་ངུའང་བསྟན་པར་གནས་ཟེར། དོ་ལ་རི་མོ་བྲིས་ན་དཔེ་བརྟན་པོ་དེ་ཀྱི་རེད། དེ་ཡིན་པར་སོང་གཞན་གྱི་ཚུགས་ལ་བཀའ་དྲིན་བསྐྱངས་ན། ཆེན་པོ་ཡིན་ན་ལྟ་ཅི་སྨོས་ཆུང་ཆུང་བཞིན་པ་ཡིན་ན་ཡང་དྲན་པ་མ་བྱས་པ་ཅི་ཐེག་གོ་རེད། བྱས་ཙང་གང་ཟག་ཅིག་ཆ་ཚང། སྐྱེས་བུ་དམ་པ་ན་ཅིག་ཆ་ཡའི་ཁ་སྒོ་རེད། གང་ཟག་ཅིག་ཆགས་སྡང་སྐྱེས་བུ་ངན་པ་ན་ཅིག་ཆ་ཡའི་ཁ་སྒོ་ཡིན་ནས་ཡོན་ཏན་ནི་རེ་རེ་གི་ཐོག་ནས་ནི་ག་རེ་བྱེད་དགོས་པ་རེད་ག་རེ་བྱེད་དགོས་མ་རེད་བ་བྱེད་མི་དགོས་པ་རེད་འདི་གི་ཚང་མ་ལོ་ཨ་ནི་ད་ཤེས་རབ་བརྒྱ་པ་ལ་སོགས་པའི་ཤེས་རབ་སྟོང་སྐུ་དང་ས་སྐྱ་ལེགས་བཤད་དང་ཆོས་དབྱིངས་བསྟན་བཅོས་དང་ཨ་ནི་ས་བྱི་ཨོ་དེ་ཚོ་རྣམས་ལ་མང་པོ་ཅིག་གསུངས་འདུག་ཨ། ད་དེབ་འདི་གི་འདི་ཚང་མ་ལོ་ཨ་ནི། དུས་ཚོད་མེད་པར་སོང་ཙང་ཁ་སོ་རེད། དུས་ཚོད་ཀྱི་ཁྱད་པར་མེད་པར་སོང་ཙང་ག་དུས་ཡིན་ནའི་ཅང་གོ་ཡ་གི་འདི་རེད་འདི་རེད་དེ་འདྲ་ཡིན་པར་སོང་ཙང་ཤེར་བ་བརྒྱད་པོ་དང་ཨེ་ནི་ཤེར་བ་སྡོང་པོ་ལ་ང་ཚོ་བོད་པའི་ན་གཞོན་མང་པོ་ཅིག་གིས་བསླབ་ཐུབ་པའི་རེ་བ་ཡོད་དེ་འདྲའི་རིགས་ཀྱི་ལེགས་བཤད་འདི་སྤྱིར་བཏང་སྐད་ཡིག་མང་པོའི་ནང་ལ་ཡོད་རེད་ཡིན་ནའང་ང་ཚོ་བོད་སྐད་ནང་ཡོད་པར་སོང་ཙང་ང་རང་ཚོ་ལ་དམིགས་བསལ་གྱི་ཅིག་གི་བྲོ་བ་དང་ལག་ལེན་ཏན་ཏན་ཕན་ཐོགས་ཡོང་གི་རེད་དྲན་གྱི་འདུག། དེབ་གསུམ་པ་འདི་ལ་དྭགས་རྩོམ་རིག་གི་བྱུང་བ་དང་གནས་བབ་ཟེར་གྱི་རེད། འདི་ལ་དྭགས་ཀྱི་སློབ་ཕྲུག་ད་ལྟ་ད་དུག་ཟེར་བྱས་ཀྱི་ཐོར་སློབ་གྲྭ་ཐོན་ཟིན་པ་དགོས་ཡོད་པ་བཀྲ་ཤིས་ཆོས་འཕེལ་ལགས་ཀྱིས་བརྩམས་པ་རེད། ད་འདི་རྩོམ་རིག་གི་དེབ་རེད་དེ་ཡོད་རེད། ད་རྩོམ་རིག་ལབ་པའི་སྐབས་སུ། ངས་ཡག་པོ་དེ་འབྲི་བྱེད་བརྒྱབ་ཐུབ་མི་འདུག་དེ་ཡིན་ནས་སྤྱིར་བཏང། སྐད་ཡིག་གི་སྒྱུ་རྩལ་ཚད་མཐོ་པོའི་གི་འབྲི་རྩོམ་གི་གནས་སྟངས་ཅིག་ལ་བོད་ཀྱི་རྩོམ་སྒྲིག་ཟིན་ངེས་ཐོག་མ་སྐད་ཡིག་ཐོག་ལེགས་ཀྱི་ཡོད་རེད། ཡིན་ན་ཡང་རྩོམ་སྒྲིག་གི་རྒྱ་ཁྱོན་འགྲོ་བོ་དུས་ཆེ་རུ་ཆེ་རུ་ཕྱིན་པའི་སྐབས་སུ། ཨ་ནི་ཕལ་ཆེར་ག་བ་ལ་ལག་པ་འཆང་བ་ཡིན་ནས་རྩོམ་སྒྲིག་དེ་ཚུལ་ཐོབ་ས་ཅིག་དང། ཨ་ནི། སླེབས་ས་ཅིག་ཡིན་ས་རེད། ད་ལྟ་སོམ་བཏང་མཁན་ཡིན་ན་དེ་སྤྱིར་བཏང་སྐད་ཡིག་གི་རྩོམ་རིག་ཡིན་པ་སོང་ཙང་སྐད་ཡིག་གི་སྒྱུ་རྩལ་རྩལ་བཏོན་དགོར་བ། ད་སྐད་ཡིག་གི་སྒྱུ་རྩལ་རྩལ་མཐོན་པོ་བཏོན་ཚར་བའི་རྗེས་སུ་བརྗོད་བྱ་དེ་ལོ་རྒྱུས་ལ་ཆགས་ནས་འགྲིག་གི་ཡོད་ས་རེད་རིག་གཞུང་ལ་ཆགས་ནས་འགྲིག་གི་ཡོད་ས་རེད། ད་ག་བ་ལ་ཆགས་ནས་འགྲིག་གི་ཡོད་ས་རེད་དེ་འདྲ་ཡིན་པ་སོང་ཙང་སྤྱིར། ཨ་ནི། རྩོམ་རིག་གི་ཆ་བེད་ཡིན་པ་གང་ཞིག་ལ། ཉམས་ཞིབ་ཀྱི་རྩོམ་རིག་ཡིན་པ་གང་ཞིག་ལ། ཨ་ནི། ཕྱག་རྐྱང་ས་ར་བོ་འདི་ལ་དྭགས་ཀྱི་ལོ་རྒྱུས་ཀྱི་འཕེལ་རིམ་དང་དེ་འབྲེལ་དུ་ཆགས་ཡོད་རེད། བྱས་ཙང་ད་ལྟའི་རྩོམ་པ་པོ་ཁོ་རང་ལ་དྭགས་པ་ཞིག་རེད་བསྡད་ཡོད་རེད། བརྗོད་བྱ་དེ་ལ་དྭགས་ཀྱི་རིག་གཞུང་དང་ལ་ཤག་གི་ལོ་རྒྱུས་དང་དེ་འབྲེལ་ཆགས་བསྡད་ཀྱི་ཡོད་རེད། ཁོ་རང་ཏཱ་ལ་བླ་མ་མཐོ་རིམ་སློབ་གྲྭའི་སློབ་གྲྭ་བ་ཞིག་རེད་བསྡད་ཡོད་རེད། དམིགས་བསལ་གྱི་ང་ཚོ་ལ། དགའ་སྤྲོ་ག་རེ་བྱེད་འགོ་འདུག་ལབ་པ་ཡིན་ན། ཨ་ལ་དྭགས་ནང་ལ་ཨ་ནི། གཞོན་སྐྱེས་དེ་ཚོས་ད་རེས་སང་ཉིད། ལ་དྭགས་ཀྱི་སྐད་ཡིག་ངོ་མ་འདི། ཨ་ནི་ང་ཚོ་བོད་ཀྱི་སྐད་ཡིག་འདི་ལ་ལོགས་སུ་མིན་པ་འདི་གསལ་བོ་ཤོག་ཅེས་ར་འཕྲོད་རྗེས་ད་ད་རེས་སང་ཉིད་དེབ་རྩོམ་པའི་གི་གནས་ཚད་རེ་བོ་ཞིག་གླས་ཏེ་ཡོད། ལ་དྭགས་ཀྱི་མིའི་གི་དེ་འདྲའི་གི་དེབ་རྩོམ་པ་འདི་ཕལ་ཆེར་མང་པོ་ཅི་ཡིན་ས་མ་རེད། གང་ཡིན་ཟེར་ན་ལ་དྭགས་སློབ་གཉེར་ཁང་གི་དབུ་འཛིན་ཟུར་བོད་ཀྱི་ཆེད་སྤྱོད་གནང་སླད་འདི་འདྲ་ཟེར་བཞག་ཁོ་རང་དཔེ་མ་ཚུགས་ཐུགས་མཉེས་པ་བྱུང་གསུང་གི་འདུག་བྱས་ཙང་ད་ང་ཚོའི་སྐད་ཡིག་འཁོར་ལོ་བསམ་བཏང་བ་སྐབས་སུ། ཨ་ནི་ལ་དྭགས་རེད། ཨ་ནི་འབྲུག་རེད། འབྲས་ལྗོངས་རེད། ཨ་ནི་བལ་ཡུལ་ནང་གི་བོད་རིགས་ཤར་པ་ལ་སོགས་པ་ཚང་མ་ལོ་གཅིག་གྱུར་ཡིན་པ་འདི་ཨ་ནི་དེབ་ནང་ལ་གསལ་བ་ཙམ་དུ་མ་ཟད་ཕལ་ཆེར་ང་ཚོ་བོད་མི་ཚང་མས་ཀྱིས་མཁྱེན་དགོས་ཡས་དང་འདི་ལ་ཤུགས་སྣོན་རྒྱག་དགོས་ཡས་དེ་དཔེ་གལ་ཆེན་པོ་རེད་བསྟུན་དགོས། ལྷག་པར་དུ། ང་རང་ཚོའི་སྐད་ཡིག་འདི་མི་རབས་ནས་མི་རབས་དུ་གནས་ཐུབ་པ་ལ་ཕལ་ཆེར། ད་ཕལ་ཆེར་སྐྱབས་རྗེ་ཚངས་སྤྱོད་རིན་པོ་ཆེ་གསུང་བྱས་བྱས་པ་ཡིན་ན། བོད་མིའི་གྲངས་འབོར་ས་ཡ་དྲུག་ཡིན་གསུང་དགོས་རེད། དེ་ལས་མང་བ། ཨ་ནི་ཆབ་སྲིད་ཀྱི་ཐོག་ནས་བོད་མི་མ་ཡིན་པའི་གྲངས་འབོར་ཡོད་རེད་ཟེར་བྱས། དེ་འདྲའི་བཀའ་གནང་བ་བཅས་བྱས་མྱོང། དེ་འདྲ་ཡིན་པ་སོང་ཙང་ང་ཚོ་ཐུན་མོང་གི་ཐོག་ནས་ལས་འགུལ་འདི་ལ་ཤུགས་རྒྱག་གི་ཡོད་པ་སོང་ཙང། བོད་པ་ཚོའི་ངོས་ནས་ཡིན་ན་ཡང་ཨ་ནི་འདི་འདྲའི་གི་གནས་ཚུལ་ཚང་མ་ལ་དང་ལེན་བྱེད་ཡས་དང་ཨ་ནི་ཕྱག་རོགས་ཞུ་ཡས་དང་ཧ་ཅང་གལ་ཆེན་པོ་ཡིན་ས་རེད། ཨ་ནི་རྩོམ་པ་པོ་གོས་ཡུལ་བཀྲ་ཆོན་པོ་ལགས་ལ་ཨ་ནི་ཐུགས་རྗེ་ཆེ་དང་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན་ཐུགས་ཆེ་གནང། ད་དེ་རང་དེ་བོད་ཀྱི་དཔེ་མཛོད་ཁང་གི་ཨ་ནི་ཨོ་ལེ་ལྷན་རྒྱས་ཚང་མ།

ད་རྒྱ་མགོན་མ་ཚོང་ཆེན་པོ་ནི་དགོན་པ་རྫོགས་བྱས་ནས་ནི་ལོ་དྲུག་བརྒྱ་འཁོར་ཡས་ཀྱི་དེ་དྲན་སོང་ཚུལ་ཅིག་བཤད་ཅིག་ནི་ད་ནམ་མ་ཚང་མ་མཁྱེན་གསལ་རེད། དེ་གི་དེ་དྲན་དེ་དང་བསྟུན་ཅིག་བྱས་ནས་ནི་ད་སོ་སོ་ངེས་ནི་ན་ཡང་ཅིག་རྩ་བའི་ནི་རྒྱ་མགོན་ཚོང་པ་ཆེན་པོ་གི་ཆས་གོས་རེ་ཤིག་བྱས་ནས་ད་ལོ་མང་པོ་ཟིག་འགྲོ་གི་ཡོད་རེད་ད་ཡིན་ན་ཡང་ཅིག་དེ་གི་སོང། ད་རྒྱལ་ཅིག་ནས་ཅིག་བླ་མ་དམ་པ་རྣམས་གི་ཅིག་དབང་ལུང་མན་ངག་དང་མང་པོ་ཟིག་ཐོབ་ཡོད་རེད་ད་ཡིན་ན། ད་སོ་སོས་ཅིག་བསམ་བློ་གནང་ལ། ཅིག་ད་རྒྱ་དངུལ་བླ་མ་ཙོང་ཁ་ཆེན་པོ་གི་ནི་ཅིག་མཛད་རྗེས་དེ་ཚོ་ཅིག་བཏང་ལ་ནི་ཤམ་ཐག་འདིར་སྒྲུབ་སྟངས་གསལ་ཅིག་ད་སློབ་གཉེར་བྱས་ཙམ་ཅིག་མ་ཐོག་པའི་གི་ད་ཉམས་ལེན་གི་སྟངས་ནི་ནར་ཞུ་ཅིག་ནི་བྱེད་ཐུབ་ཀྱི་ཡོད་མ་རེད་ལ། ནི། ཁོང་གི་མཛད་རྗེས་དེ་ནི་གང་ཡིན་པ་ཅིག་ནི་ཅིག་སོ་སོ་ངེས་ནི། ནི་ཕྱི་ལོགས་ལ། ཅིག་བསྟན་ཡ། ཅིག། དེ་གི་ཅིག་ཆ་ཤས་ཡིན་ན་ཡ་ཅིག་ལན་མ་ཐོ་བའི་གནས་སྟངས་ཅིག། ཆགས་འདུག་བསམ་པ་ད་ད་རིས་ཅིག་ནི་གོ་སྐབས་དེ་བཟང་བྱེད་ཀྱི་ནི་ནི་ཡ་ངོ་ན་མ་བཟང་བ་ཆེན་མོ་གི་ནི་ཅིག། ད་སོང་གི་ཆ་ཤས་ཁ་ཤས་ཤིག་གི་སྟངས་ནས་ནི་ཅིག་ནི་དེ་ཅིག་ནི་འབྲི་ཐུབ་ན་བསམ་ཡས་གི་ད་དཀའ་སློང་ཐོག་མ་ཡོང་ཡས་ནོ་དེ་འདྲ་རེད། རྩ་བའི་སྐྱབས་ངོར་མོ་ཆེ་གི་ཐུགས་རྗེ་བཀའ་དྲིན་ལ་ཅིག་ནི་ད་སྔོན་མ་ནི་ད་ལམ་རིམ་ཆེན་མོ་དེ་གི་མདུན་གི་སྔོན་མ་ནས་སོང་བ་རེད་ད་ཚང་མ་གི་ཉི་མ་རེ་ལ་ནི་ཅིག་ཤོག་སྦྱིན་རེ་རེ་རེ་རེ་ལེན་ཐུབ་ན་ཡོག་གོ་རེད་ཟེར་ཅིག་བཀའ་ཅིག་གནང་བ་རེད་དེ་ཅིག་ཅིག་ནི་ད་དེ་ཕ་ཆེ་ད་ལོ་བཅོ་ལྔ་ཉི་ཤུ་མ་སོན་བསམ་གི་རང་ལ་ད་ལོ་རེའི་ནང་ལ་ཚར་གཅིག་གཅིག་གཟིགས་གཅིག་ཨ་ནི་ཤོག་སྦྱིན་གཅིག་གཅིག་ནས་ནི་ལེན་གི་ཡོད་རེད། ད་ལེན་གི་ཡོད་རེད་ད་ཡིན་ན་དེའི་ནང་གི་དངོས་གནས་གྲངས་གཅིག་ཨ་ནི་སྤྱི་བོའི་གསུམ་གི་ལམ་གི་རིམ་པ་དེ་ཨ་ནི་སོ་སོའི་ཉམས་ལེན་ལ་སྦྱར་གྱི་ནི་ཉི་མ་རེ་ལ་ཨ་ནི་ཏག་ཏག་གཅིག་ཨ་ནི་འགྲོ་ཐུབ་གི་ཡོད་རེད་ལབ་ན་ཡོད་མ་རེད། ད་ཡིན་ན་ཕྱིས་སུ་ཨ་ནི་རྒྱལ་སྤྱིའི་བསམ་བློ་རིན་པོ་ཆེ་གི་ཨ་ནི་ལམ་རིམ་གི་ཨ་ནི་ད་བཀའ་ཁྲི་གཅིག་རྦད་དེ་ཨ་ནི་ཟབ་ཤང་རྒྱལ་བ་ཤེས་པ་བཞི་ལྡན་གི་ད་ནི་མ་གཅིག་གནང་ཡོད་ཟབ་མ་ལྷག་པར་དུ་སེམས་ནང་ལ་རྦད་དེ་གཅིག་དམིགས་བསལ་གི་གཅིག་སོ་སོ་ལ་དངོས་གནས་དྲང་གནས་གི་གཅིག

ཚིག་གཅིག་གི་ནང་ལ་མར་དང། སྡོམ་ལོག་རྗེས་ཕྱོགས་གསུམ་པ་དེ་ཟད་ཟད་ལོག་བ་ཡིན་ན། ཨ་ནི་ཅིག་ཤར་ཤར་སྒོམ་བྱེད་ཡ་ལོག་དང་ཤར་སྦྱང་བྱེད་ཡ་ལོག་དེ་འདྲ་ཅིག་ལ་ཕན་གི་རེད་བསམ་ཡ་གི་དགེ་སློང་དེ་འདྲ་ཅིག་དང་ནི། དེ་ལྟ། སྔོན་ནི་ལས་ནི་མགོ་ཚིག་ག་ལོག་ཅིག་ཡིན། ད་དེའི་གཞི་ཁུ་དེ་ལ། ཨ་ནི་ཇག་མ་ལ་མ་ཚོང་བ་ཆེན་མོ་གི་ད་ནི་དེའི་གི་ད། བྱེད་སྟངས་གི་ད་སོང་གི་བསམ་བློ་མང་པོ་ཅིག་ཡོད་ཡི་དོ་ཏྲ་ད་དེ་ནང་དེ་ནས་ཨ་ནི་ཅིག་དཔྱད་སྒོམ་གི་སྐོར་དེ་དང་ཨ་ནི་ཞལ་ལག་གི་སྐོར། ད་དེ། མུན་སྲིད་གི་མཐུན་མོང་བ་འདྲ་ཅིག་ཡོད་ཡི་དོ་རེད། རྩ་ཡིག་ད་རྒྱ་གོ་ལ་མ་ཙོང་ཁ་ཆེན་མོ་ད་སོང་པོ་ཏི་བཅོ་བརྒྱད་ཅིག་ཡོད་ཡིན་དོ་རེད་དེ་ཨེ་ནི། ཅིག་ད་དེ་ངོ་ནི་ཀྲང་ནི་གི་ཨེ་ནི་ཅིག། སོང་དེ་ལ་དམིགས་སིག་གི་བྱ་ཆིག་ཅིག་ཡོད་ཡིན་དོ་ད་རྒྱ་ཆིག་ད་གཟིག་པ་པོ་མང་ཆེ་བ་སྐུ་མཆན་གི་ཡོད་རེད། རྒྱ་གོ་ལ་མ་ཆེན་མོ་གི་ཨེ་ནི་པེ་དེ་ལ་ཅིག་སོང་གི་རྩོམ་སྟངས་དེ། ཞེ་བོ་ཅིག་ངོ་ནི་ཀྲང་ནི་གི་ཅིག། ད་དེ། ནམ་རྒྱུན། ལག་ནོར་འདྲ་ཞིག་ཅིག་གི་ཨེ་ནི་དགེ་བཤེས་ཟུར་གི་སོང་བ་ཅིག་ཡེ་ན། དཔེར་ན་ལག་ཤ་སེང་ཀྲང་རི་བོ་རྩོམ་མི་སྐབས་དེ་ཡེ་ན།

དེ་དཔེ་གཟིགས་ཆ་ཚང་གནང་ཚར་ཡོད་ཞིག་གུ་དེ་ལ་ནི། དཔེ་ཆ་ཚང་མ་ད་དེ་སྐབས་དེ་ལ་དཔེ་ཆ་འདི་ན་རང་རེ་བ་ནི་དཔེ་རིགས་ཀུན་ལ་དཔྱད་ཅིག་ནས་ནི་དཔེ་དེ་ལག་ཐག་གི་བསྡམས་ཅིག་ཡ་ཡ་བཞག་ད་དུས་ཅིག་ནས་དེ་ནི་ཕ་གི་ལ་ད་ནི་ཨོ་ཀ་ཆི་རྫོང་ལ་ནི་དུས་ཅིག་ནས་ད་ད་སྐབས་སམ་སྐུ་མཚམས་མ་བཞི་གི་ཚེ་ད་ནི་དུས་ཅིག་ནས་ལག་ཤེས་ཚན་གྲངས་དང་གཟུགས་ཐིགས་སུ་མ་བརྩམས་རྒྱུ་རེད་འདུག་ག།

རང་རྩོམ་གྱི་རྣམ་པ་རྩ་ནས་ཡོད་མ་རེད། ཁོང་གིས་སྤྱི་ཚང་གི་མ་རབས་འབྲེལ་རྒྱལ་ཡོངས་སུ་བརྫངས་པ་ལྟར། འབྲེལ་རྒྱལ་ཡོངས་སུ་བརྫངས་པ་ལྟར་འབྲེལ་གང་ཟིག་ལ་རྒྱལ་བ་ཡིན་ན་དེའི་དཔེ་དེར་རྔམ་འབྲིང་གི་ཚུལ་དུ་བྱེད་ཅིང་དེའི་གཞུག་གུ་དེ་ལ་རྒྱ་གཞུང་གི་དཔེ་དེར་ལོང་གཅིག་ཡིན་གཅིག་མིན་གཅིག་ཡོད་ཡོད་དུ་བ་ཅིག། ད་བོད་མངའ་རིས་པའི་ག་ནི་ཡང་གཅིག་གར་སོང་བ་རེད། ལོང་འབྲིང་དེ་འདྲ་མང་པོ་ཡོད་ཡོད་ན་ཡང། དེའི་དཔེ་དེ་རྒྱ་གཞུང་དང་ཨ་ནི་རྒྱ་གཞུང་གང་དང་གང་མཐུན་དང་མི་མཐུན་དེའི་དཔེ་དེ་རིག་པ་གི་སྒྲིབ་བྱས་ནས་རིག་པ་གི་སྒྲིབ་བྱས་ནས་ཕུ་འདུན་བྱས་བྱས་ནས་ནི་དེ་ཕ་བཏུ་གིན་ཞོག་བ་ཅིག། དེ་འདྲའི་ཤར་ཐག་ཅིག་རེད་འདུག་ག་ད་དེ་རྣམ་པ་རྫུན་མ་ཆེ་བ་ཆེ་གི་རེད་དཔེ་དེབ་དེ་ལ་ཤུ་ཟན་ཀྲང་ཡིན་ན་རེད་ལམ་ལུགས་ཆེན་པོ་ཡིན་ན་རེད་འོ་ད་དེ་འདྲ་གི་ཨ་ནི་ཅིག་གང་ལྟར་སོང་རྩོམ་སྟངས་ཀྱི་ཆ་ཅིག་འདྲ་བོ་ཅིག་ད་ང་རང་ངེད་གཉིས་ཅིག་ངེས་འཛིན་འདྲ་བོ་ཅིག་ཡིན་ན་དེ་འདྲ་ཅིག་མཐོང་སོང་རོགས་འོ་ད་ཅིག་ཅིག་ད་དེ་བརྗོད་ཙམ་མ་ད་ངས་དེ་ནང་དེ་ནི་ད་བྱེད་སྟངས་སོང་གི་ནང་གི་ད་བསམ་བློ་ཆེན་པོ་ཅིག་རེད་བྱེད་སྒོམ་གི་སྐོར་ལབ་ཙམ་མ་དཔེ་དེ་ངོ་ནས་དྲངས་ནས་ངས་ཧ་ཅང་གི་བསམ་ནི་གཅིག་རེད་ད་ནམ་བཞིན་གྱི་བཤེས་གཉེན་དང་ལྷག་མཐོང་གི་སྐོར་ད་དེ་ཚོའི་གཙོ་བོ་གཙོ་བོ་དེ་ལྷག་མཐོང་ཆེན་མོ་དང། ད་རྗེ་རིན་པོ་ཆེ་གི་བཀྲ་ཡིག་རྣམས་ཤེལ་སྔགས་གཞི་ལ་བཞག་བྱེད་ཀྱི་ནི་ད་ནི་འདི་ནང་ལ་ད་དེ་ནང་ནས་གཙོ་བོ་དེ་ལྷག་མཐོང་ཆེན་མོ་གཞི་ལ་བཞག་བྱེད་ཀྱི་ནི་ད་ནི་ཤེལ་ལྷག་གི་སྐོར་དེ་གསེར་འདོན་གྱི་ཡོད་རེད་ད་ནམ་བཞིན་གྱི་ནི་བྱད་སྒོམ་གྱི་སྐོར་དེར་ནི་ད་གཙོ་བོ་དེ་ལམ་རིམ་ཆེན་མོ་དང་ནི་འདི

ཚང་མ་སྡོམ་འདྲ་བོ་ཞིག་རེད། ད། རྒྱ་མགོན་མ་རྫོང་མཁར་ཆེན་མོར་གཞུང། ག་ལ་རྐང་ཚོམ་གཅིག་རྒྱུ་ཡུལ་གཅིག་ཡོང་མཁན་ཅིག་ཡིན་ན། ནམ་རྒྱུན་ང་ཚོ་ངོམ་པ་མཛོད་དགེ་ནས་ཅིག་སྡོམ་འདྲ་བོ་ཞིག་ཡོད་ད་དེའི་གི་བཟོ་ལྟ་འདྲ་བོ་ཞིག་གཅིག་ཨ་ནི། ག་ལ་རྐང་ཚོམ་གཅིག་དེ་ནང་དུ་ནས་ཨ་ནི། ད་ཚིག་གི་འདི་ཡོད་ན་དེ་ནང་དུ་ནས་ནང་གི་ཆ་ཚང་ཆ་ཚང་ཆ་ཚང་སླེབས་ཐུབ་ཡག་འདྲ་བོ་ཞིག་སླེབས། ད། དེ་འདྲ་གི་སྟངས་ལ་འབར་ཚུལ་ཅི་ཡོད་རེད། དེ་ཡོད་ས་མ་ད་ད་རིའི་ཨ་ནི་སྡིགས་སུ་བྱས་ནས་ངའི་དེབ་དེ། ཨ་ནི་བོད་ཀྱི་དཔེ་མཛོད་ཁང་གི་ད། ངེས་སྟོན་པ། རྒན་ལྷག་རྡོར་ལ་དང་ད་ནི། པད་སྤྲིན་བདེ་སེང་གེ་དང་ད་ནི། རྒན་གསང་སྦྱིན་ལ་རྣམ་པ་གཉིས། གཙོ་བོར་གྱུར་པའི་ཡི་གེ་འདི་དང་འདི་ལ་ནི་པད་སྤྲིན་ཤེས་ཡ་དང་དེ་དང་འདི་ལ་ལམ་སྟོན་གནང་ཡ་དང་ད་ནི་ཆེ་བརྗོད་དང་ད་ཅིག་ཆ་ཚང་གི་དང་ད་ནི་མཐུན་རྐྱེན་འདུག་ཟེར་གནང་བ་དེ་ལ་ནི་ཐུགས་རྗེ་ཆེ་བཤད་ཡིན་ད་དེབ་དེ་དང་འདི་ལ་ཡང་ཅིག་ད་འདི་ཡ་ནི་ངེད་ཀྱི་ད་སྤྱི་དང་ང་མི་ཅིག་ཁར་ཟེར་གོ་རེད་ཀ་ཅིག་རེད་ནི་དབང་པོ་སྟེ་བོ་རེད་ནམ་ཞིག་ཡོང་གི་འདི་འདྲ་མ་རེད། རྒྱ་མོ་བླ་མ་ཙོང་ཁ་ཆེན་པོ་གི་ནི་ད་དགོངས་པ་དེ་ཧ་ཅང་གི་གཏང་ཟབ་པོ་ཅིག་ཡོད་ཟིན་པ། དེའི་ནང་དུ་ནི་ནི་གཏང་ཟབ་པོ་ནི་མ་ལོན་པ་དང། དེའི་སྟངས་དུ་ནི་ཡང་དེའི་ཚེ་ཟིག་ནི་ནོར་འཁྲེལ་དེ་འདི་འདི་འདི་འདི་ནི་ཡོད་སྲིད་ཀི་རེད་བསམ་གི་འདི་དེ་ཡོད་དུ་ཟིན་པ། ནི་ཅིག་རྒྱ་ཆེ་ལོག་པ་པོ་སུ་ཞིག་ནང་ནི་ཡང་ཅིག་སྐྱོན་ག་འདྲ་ཅིག་ཡོད་ཡ་ན། དེ་རང་དེ་ངས་ནི་ཅིག་ད་གང་འདྲ་ནི་ཅིག་གར་ཟེར་བ་རེད།

གཙང་བོ་སེང་སེ་ན་ངའི་ཚང་མ་ལ་ལ་དཀར་བཟང་དང་བཀྲ་ཤིས་ལ་ཞོན་ཡིན་ད་ངས་ཀྱི་སྒྲུང་དང་པོ་དེ་བན་པོའི་ཤ་ཁྲོ་ཡིད་དུ་འོང་བ་ཞིག་ལས་དེ་རེད་ཨ་ནི་དང་པོ་གཉིས་དེ་ཨིན་ཇི་ལས་ཀློག་དུས་བསམ་པ་ཁྱད་མཚར་བོ་འགྲོ་ཞིག་མཐོང་སོང་དང་ཡག་པོ་འགྲོ་ཞིག་མཐོང་སོང་དེ་ནས་ངས་བན་པོའི་ལས་དེ་བོད་ཡིག་ལ་བསྒྱུར་ན་ག་འདྲ་འོས་བསམ་སོང་ངས་བོད་ཡིག་ལ་བསྒྱུར་དུས་བསམ་པ་དང་པོ་དཀའ་ལས་འགྲོ་ཞིག་བྱུང་སོང་དང་དེ་ནས་ངས་དང་པོ་དེ་དུམ་མཚམས་དང་པོ་དེ་བྲིས་དེ་ནས་ལས་སླ་བོ་བྱུང་དེ་ནས་དུམ་མཚམས་གཉིས་དུམ་མཚམས་གསུམ་པ་ཨ་ཆེན་ཁྲི་བསམ་པ་ལས་སླ་བོ་བྱུང་གསུང་ང་ནམ་རྒྱུན་ནས་རི་མོ་ལ་དབྱིངས་ཡོད་རང་ནི་ང་འདི་ལ་རི་མོ་བྱས་མགོ་བཙུགས་འདའ་དེ་ནས་རི་མོ་ཁྲིད་ཟེར་གྱི་ན་ཡང་ང་ཚོན་ཁྲ་བཏང་ལ་དབྱིངས་མེད་ད་གང་ཡིན་ན་ཚོན་ཁྲ་བཏང་ཡོད་ཉོབ་ཀི་འདུག་ད་ར་ཨ་ནི་ངས་པཱ་ལགས་ལ་ཚོན་ཁྲ་བཏང་འགྲོ་བྱས་དེ་ལ་ཡིན་པ་ཨམ་པཱ་ལགས་དེ་ཚོ་ཚོན་ཁྲ་བཏང་འགྲོ་བྱས་སུ་ད་ཨམ་པཱ་ལགས་ཐུགས་རྗེ་ཆེ་ཞུ་ཡ་ཡོད་ཨ་ནི་ཨ་ཉི་མ་ཚོ་ཡིན་ང་ཚོ་ཉལ་གྱི་འདུག་ལར་ཆག་རོགས་གནང་ཐུགས་རྗེ་ཆེ་ཞུ་ཡ་ཡོད་ནི་ངས་དང་པོ་བན་བོན་ཕྱི་ཚེས་བརྒྱད་ལ་ངས། ཇུ་ལི་ཡ་དང་གླང་ཆེན་ལས་དེ་བྲིས་ཡིག་ལྟར་གཏེར་སྒྲུང་འདི་སྐོར་ར་ཆུང་ཆུང་སྐབས་ནས་ཤིང་སྡོང་སྒང་ལ་བཙལ་དང་སེམས་ཅན་གཞན་པ་ལ་གཞས་འདི་རེད་འདུག་ཁོ་སེམས་ཅན་གཞན་པ་ལ་གཞས་འདི་ནས་ཁོ་ཤིང་ནགས་ཀྱི་མར་འགྲོ་དུས་བསམ་པ་ཁོ་ར་ཨ་ཞང་དང་མཉམ་དུ་འགྲོ་དུས་ཨ་ཞང་གུར་ནང་བསྡད་ནས་ཁོ་ར་གཅིག་པུ་ཞིག་འགྲོ་དུས་བསམ་པ་སླ་མོ་ཞིག་དང་འཕྲད་ཡོད་འདུག་སླ་མོ་དེ་ད་ཁོ་འདི་ལས་ཁོ་ལ་ཞེའོ་མ་རེད་ལེ་འདི་ད་སེམས་ཅན་སུ་ཡིན་ན་གནོད། སུ་གནོད་སྐྱེལ་བ་ན་ཕ་གནོད་སྐྱེལ་ཡི་རེད་ལེ་ནོར་བཞིན་ཞེའོ་མ་ལ་ཡང་ཇུ་ལི་ཡ་ཁོ་རེ་བསམ་བློ་བཏང་དེ་ནས་བ་ཕབ་དུས་བསམ་པ་གླང་ཆེན། ཁོ་གླང་ཆེན་ལ་གཞན་མ་ཕབ་མེད་ས་ར་བྱེད་ནས་སླ་མོ་དེ་ལ་ཚེ་ཆེ་ཁོ་མ་ཕབ་དུས་བསམ་པ་གླང་ཆེན་ཁོ་ཁྱེད་ནོར་འཁྲུལ་མ་སྐྱེལ་བྱེད་གནོད་མ་སྐྱེལ་ནི་ཕར་སྒྲོན་བཟང་ཁོ་ཞེས་དུ། ལྟོས་བཅས་མི་ནུ་དང་པོ་པོ་ལས་དུ་རེ་མི་ནུ་དང་པོ་པོ་ལས་དེ་རི་སྤོང་གཉིས། པིང་ཀ་ཆ་ཨ་ཆ་གཅིག་དང་ཆུང་ང་གཅིག་ག་ཅིག་རེ་མི་ནུ་དང་པོ་པོ་ཁོ་ཚོ་གཉིས། ཆུང་ང་དེའི་ཚུབ་ཐེལ་སྤེལ་བར་དང་ཁོ་ར་དང་ཤིང་སྡོང་གང་ས་ཨམ། ཤིང་སྡོང་ཨམ་ལས་འདུལ་བསམ་པའང་ནུས། ཁོ་ར་བ་ས་ལ་ས་འདུལ་འདུལ་བསམ་པ་ཨ་ཆ་ཡི་སྟེང་འོག་ལ་ཨ་ཆ་གཅིག་ཨམ་ཅོ་དང་ཐེན་ཆུས་བསམ་པ་ཨ་ཆ་ཡི་གས་ཀུ་ཤི་ལ་ཡོད་མ་རེད་དེ་ནས་ཁོ་ར་གཅུང་པོ་དེའི་ཨ་ཆ་གཅིག། ཨ་ཅེ་ཡིས་ཁོ་ལ་རོགས་པ་བྱེད་རྒྱུ་ཚང་མ་ཧ་གོ་ཚུལ་མ་ཁོ་ཡིས་ད་ལྟའི་བསམ་བློ་བཏང་དེ་ནས་ཁོ་ཡིས་ཨ་ཅེ་ལ་བསམ་ཤེས་ཕྱིར་དེ་ར་དེ་ནས་ཨ་ཅེ་ཡིས་ཁོ་ལ་གར་བྱེད་ལས་རྒྱུ་ཚང་མ་ཁོ་ཡིས་ཕྱིར། ཁྱད་མཚར་བའི་གཞིས་ཀ་ལ་དེ་ད་ཞིང་པ་ཅིག་ལ་དེ་ཞིང་ཁ་ཞིག་མེད་ས་ར་ད་ཁོ་ཞིང་ཁ་ཉོས་དུས་སྤོ་པོ་ཞིག་ལངས་ནས་ཞིང་ཁ་ཁྱེད་ཚོ་ཞིག་ཉོས་ཡོད་ས་ར་སེམས་ཅན་ཚང་མ་ཁྱེད་ཚོ་བྱ་བདེ་ཡིན་པ་ཡིན་ན་བྱ་བདེ་ཁྱི་ལ་འགྱུར་གྱོ། བོང་རྟ་ཡིན་པ་ཡིན་ན་རྟ་བྱ་བདེ་ལ་འགྱུར་གྱོ། བྱ་ཕོ། བྱ་ཕོ་དེ་ཁྱི་ལ་འགྱུར་གྱོ། བྱ་མོ་ཕག་པ་ལ་འགྱུར་གྱོ། ཡིན་ཟེར། ཁོས། ཞིང་པ་དེ་བྱས་ནས་རང་བྱ་བཟོས་དུས་བསམ་པ། ཚང་མ་རྟ་ནི་རྟ་ལ་འགྱུར། ཁྱི་དེ་ཁྱི་ལ་རང་བྱ་འགྱུར་དུས། རང་བྱ་བྱེད་དུས་བསམ་པ། ཀྱེ་མེད་ཅིག་དགོས་བསམ་མི་ཟེར། ཀྱེ་མེད་དེ་མཉམ་དུ་ཆང་ས་བཞེས་སུ་ཡོད་ཅེས་ལབ། ཀྱེ་མེད་དེའི་པ་ལ་དེ་ལ་བདེ་ཆོས་ལེན་ཟེར། པ་ལ་དེ་དངོས་ལ། ཁོ་རས་ཞིང་ཁ་ཉོས་ས་བསྡད་ཅེས་སྤོ་པོ་དེ་ཡིན་ཟེར། སྤོ་པོ་དེ་ཚོས་ལོས་བསམ་པ། སེམས་ཅན་ཚང་མས། སྤོ་བོ་འདི་ཐོག་མཐའ་རང་ཅག་བྱ་ཕོ་འདི་འབའ་ན་ཡང་ཁྱི་ལ་རང་ཅག་རྫུ་འཕྲུལ་འགྲོ་ཁྱི་ལ་རང་ཅག་རྒྱུ་རེད་ད་ལྟ་དེ་ཡན་བྱ་ཕོ་ལ་རང་ཅག་རྒྱུ་ནི་གང། ཁང་པ་གང་བཟས་ད་ཚང་མ་ཕྱིར་དང། ཕག་པ་འདི་ནང་ལོས་ཁང་པ་ནང་ལོས་འགྲོ་ཞིག་མི་འགྲོ་སིམ་ནས་འདིར། ཨཱ་ནི། ཚོང་བདག་ཅན་གྱི་ལྷམ་དེ་དག་ལས་དེ་བུ་གཅིག། ཉི་མ Adidas ལས་དེ་འདྲ། རྟགས་སུ་དང་དང་བོ་བཟླས་བཅུག་གོ་འཇུ་ད་ཅི་དགོས་ས་མི་ཟེར་ར་ཁོ་ཡི་དང་པོ་ཨ་ནེ་ལ་སྐད་ཆ་དྲིས་ནས་ཨ་ནེ་ཡི་གད་སྐུ་ཞིག་མ་ལ་བྱིན་ནས་ཁོ་ཉི་མ་གཅིག་ཚོང་ཁང་ན་རོལ་བསམ་པ་ཚོང་ཁང་ཡི་མདུན་ལ་མཐོང་དུས་སུ་ཁོ་ཡི་དང་པོ་དེ་ད་དུས་ས་མ་ཆུང་ཆུང་ཞིག་མཐོང་ཡང་ཁོ་རང་རྐང་པ་ལ་རབ་ཡོད་མ་རེད་ན་ཁོ་ཡི་རྐང་པ་མཛུབ་མོ་ཚང་མ་བསྐུམ་ད་གཤོམ་རྒྱུད་དུ་ལབ་གང་ཡིན་ན་ཁོ་ཉི་མ་འདི་གོ་གོ་ཡི་བསམ་བསྡད་རང་དུས་ནས་ཁོ་ཡི། རང་ཅག་མྱོས་བྱེད་ཀྱི་རེ་དོགས་ཁོ་ར་ལས་རྐང་པ་ཆུང་བ་ཁོ་ར་གྲོགས་པོ་འབྱོར་དང་གྲོགས་པོ་དེ་ཀྱི་རྐང་པ་ཆུང་ཆུང་ཡོད་ས་ར་ནི་ཁོ་ཡི་ཞོ་ཁའི་ངའོ་གཅིག་ལ་ཁོ་ཀྱི་སྒོ་བརྡུངས་ཏེ་ནི་རྒྱུ་ད་དེ་ཕར་ཤར་ནས་བྲོས་འགྲོ་དང་ཁོ་ར་ཀྱི་གྲོགས་པོ་དེ་ཡི་སང་ཉིན་ཞོ་ཁའི་སློབ་གྲྭ་གློད་བསམ་པ། ཁོ་རས་འདི་ལ་དང་ང་ལ་ད་ད་ལར་དང་སློབ་གྲྭ་གཞོན་པ་ཚང་མ་དང་ང་ལ་རྒྱུ་ད་རང་ན་ཞིག་གཅིག་པོ་གཅིག་ཀྱང་ཡོད་ལར་དང་དེ་ནས་མི། ཁོ་ར་ཀྱི་གྲོགས་པོ་དེ་ཡི་ཧ་གོ་རུ་དང་ར་ཁོ་ར་གྲོགས་པོ་རྒྱུ་མི་དེ་ཡི་སྤྲད་རྒྱུ་ནི་ཁོ་ར་ཡི་སྒོ་སྐྱོད་ལྷམ་དེ་ལ་འཚེབ་ཏུ་ནི་ཨ་ནེ་དེ་ཡི་གང་གི་མ་ཁྱོད་བུད་ལྷམ་ཡུ་རིང་སྣ་སྒྲོ་ནག་པོ་ཞིག་སྤྲེར་དང་དེ་ནས་ཨ་ནེ་སྤྲེལ་ཚེ་བྱས་ལ་ཨ་ནེ་དེ་ཀོ་ཡོད་ཨ་ནེ་ལ་ཐུགས་རྗེ་ཆེ་ཞུས་ཨ་ནེ་དེ་ནས་ཚོར་ཅི་གནང།
འོ་ལགས་སོ་ད་དེ་རིང་ང་ཚོ་གི་དེབ་བཅུ་གཉིས་ཀྱི་དབུ་འབྱེད་ཀྱི་ལས་རིམ་དེ་རྫོགས་པ་ཡིན་བྱས་ཙང་མཐའ་བསྡོམས་དེ་ལ། ཡང་ད་ལྟ་འདིར་ཐད་བསྒྱུར་མཁན་དང་རྩོམ་མཁན་ཚང་མ་ལ་སླར་ཡང་ཐུགས་རྗེ་ཆེ་ཞུ་བས་ཡིན། གང་ཡིན་ཟེར་ན་རྣམ་པ་ཚོས་དེབ་རྩོམ་ཡས་དང་བསྒྱུར་ཡས་བྲིས་ཡས་ཟེར་མཁན་དེ་རྩ་བ་ཉིད་ནས་ལས་སླ་པོ་ཡོད་མ་རེད་ཡིན་ན་ཡང་ཚང་མས་དེ་འདྲའི་དཀའ་ལས་བརྒྱབ་བྱས་ནས་སོ་སོས་བོད་སྐད་རང་གི་ཐོག་ལ་དེ་འདྲའི་བྲིས་རྩོམ་དང་བསྒྱུར་བྱས་ཡས་དུས་ཚོད་ནས་བོད་པའི་སྒྲིག་གཞུང་ལ་ཞབས་འདེགས་ཆེན་པོ་ཞུ་གི་ཡོད་རེད་དེ་འདྲ་ཡིན་དུས་སླར་ཡང་ཚང་མར་ཐུགས་རྗེ་ཆེ་ཞུ་བས་ཡིན་ཐུགས་ཆེ་ན།